རྣམ་པ་ལས་འགྱེད་ཀུན་ཁམས་བཟང། འཇིག་རྟེན་མིག་འབྱེད་སྒྲ་སྙན་བརྒྱུད་ལམ་དེའི་ཐོག་ནས་བྱ་ཚིག་གི་རྣམ་གཞག་ལག་ལེན་བཅུ་དུས་ཆེན་མོའི་འཆད་ཁྲིད་གསན་གཟིགས་གནང་མཁན་ཡོངས་ལ། ཐོག་མར་དགའ་བསུ་ཞུ་བ་དང་འབྲེལ་དེ་རིང་གི་འཆད་ཁྲིད་རིམ་པ་དབུ་འཛུགས་ཞུ་ཡ་ཡིན། དེ་རིང་གི་འཆད་ཁྲིད་རིམ་པ་དེ་ལ། བྱ་ཚིག་གི་རྣམ་གཞག་ལག་ལེན་བཅུ་དུས་ཆེན་མོ་དེ་ལ་སྔོན་འགྲོ་ཚོགས་གསུམ་གྱི་རྣམ་གཞག་ཞེས་པ་དང་དངོས་གཞི་ཆིངས་ཆེན་པོ་རྣམ་པ་ལྔ་ཡི་སྒོ་ནས་བྱ་ཚིག་གི་རྣམ་གཞག་རྒྱས་པར་བཤད་པ་གཉིས་ཡོད་པའི་ནང་ནས་ད་ལྟ་དངོས་གཞི་ཆིངས་ཆེན་པོ་ལྔ། དངོས་གཞི་ཆིངས་ཆེན་པོ་ལྔ་ཡི་ནང་ནས་ཐོག་མར་སྤྱིར་བྱ་ཚིག་གི་རྣམ་གཞག་ཞེས་པ་དེ་ལ་ཡང་ཟབ་ཆ་ལྔ་ཡོད་པའི་ནང་ནས་བྱ་ཚིག་གི་སྒྲ་ཤེས་ཞེས་པ་དང་བྱ་ཚིག་གི་མིང་གི་རྣམ་གྲངས་ཞེས་པ་གོང་དུ་ཞུས་གྲུབ་ནས་དེ་རིང་བྱ་ཚིག་གི་ངོ་བོ་ཞེས་པ་དང། བྱ་ཚིག་གི་ངོ་བོ་ཤེས་པ་ད་དེ་ཁ་ཚང་གི་ཁྲོད་ནས་མ་ཞུས་ཡ་ཡིན། ཨོ་ད། ད་ལྟ་སྐབས་སུ་བབས་པ་ང་རང་བཙུགས། བརྗོད་བྱ་གཙོ་བོ། སྦྱང་བྱ་གཙོ་བོ། བྱ་ཚིག་ཆགས་འདེགས་ཡོད་རེད། བྱ་ཚིག་འདི་གི་རྣམ་གཞག་ཆགས་འདེགས་ཡོད་རེད། ད་དང་པོ་བྱ་ཚིག་ཟེར་ཡ་དེའི་ག་འདྲི་ཅི་རེད་ཟེར་ནས་ངོ་ཤེས་པར་བྱེད་པ་ལ་བྱ་ཚིག་གི་ངོ་བོ་དེ་ཡག་པོ་ཅིག་མཁྱེན་དགོས་ཀྱི་ཡོད་རེད། བྱ་ཚིག་གི་ངོ་བོ་དེ་ཡག་པོ་ཅིག་མཁྱེན་པར་བྱེད་པ་ལ་ག་རེ་སྔོན་དུ་འགྲོ་དགོས་ཀྱི་རེད་ཟེར་ན། དང་པོ་བྱ་བ་དང་བྱ་ཚིག་གཉིས་ཀྱི་ཁྱད་པར་ཤེས་དགོས། འོ་འདི་ཡིན་པ་སོང་ཙང་འདི་གནད་འགག་ཆེན་པོ་ཆགས་འདུག་བྱ་བ་དང་བྱ་ཚིག་གཉིས་ཀྱི་ཁྱད་པར་དེ་མ་འདྲེས་པ་བྱས་ནས་བྱ་བ་ཟེར་ཡ་དེ་ག་འདྲི། བྱ་བ་དང་བྱ་ཚིག་གཉིས་ཨན་སོ་སོ་ཡིན་པ་དང་དེ་གཉིས་པོ་དེ་བསྟན་བྱ་དང་སྟོན་བྱེད་ལ་སོགས་པའི་འབྲེལ་བ་བསྒྲུབ་པ་ལ་སོགས་པ་ཁ་སང་གོང་དུ་ཞུས་པ་དེ། ལེ་ཚན་སྔ་མའི་གི་ནང་ལ་ཞུས་པ་དེ་མཁྱེན་དགོས་དེ་དཔེ་གནད་འགག་ཆེན་པོ་ཆགས་དེ་ཡོད་རེད་དེ་འབའ་སོང་ཙང་ཐོག་མ་དེ་ལ་བྱ་བ་དང་བྱ་ཚིག་གཉིས་ཀྱི་ཁྱད་པར་ཤེས་དགོས། གཉིས་པ་དེ་ལ་ག་རེ་ཟེར་ན་ད་བྱ་བ་དེ་མཁྱེན་དགོས་རོ་བ་བྱ་ཚིག་དེ་ཡག་པོ་མཁྱེན་པར་བྱེད་པ་ལ།

ཨ་འདི་གཉིས་ཀྱི་ཁྱད་པར་འདི་ངེས་པར་དུ་ཤེས་དགོས་ཀྱི་རེད། འདི་གཉིས་ཀྱི་ཁྱད་པར་དེ་མ་ཤེས་པ་ཡིན་ན་བྱ་བ་ཡག་པོ་ཅིག་ངོ་འཕྲོད་གི་མ་རེད་བྱ་བ་ལ་དེ་ལག་ཉིད་དུ་འཇུག་ཐུབ་ཀྱི་མ་རེད་བྱ་བ་དེ་ཞེ་དྲག་གསལ་པོ་ཆགས་ཀྱི་མ་རེད་གཙང་མ་ཆགས་ཀྱི་མ་རེད་བྱ་བ་ཡག་པོ་མ་ཤེས་པ་ཡིན་ན་བྱ་ཚིག་ཡག་པོ་ཤེས་ཀྱི་མ་རེད། འོ་འདི་ཡིན་པ་སོང་ཙང་ཁ་ཙང་ད་འདི་གནད་འགག་ཁ་ཙང་ལེ་ཚན་སྔ་མ་སྐབས་སུ་གནད་འགག་འགྲོ་ཡ་དེ་ད་རྣམ་པ་གཉིས་འགྲོ་ཡ་རེད་ད་བྱ་ཚིག་གི་ངོ་བོ་ཤེས་པའི་སྐབས་སུ་གནད་འགག། གཞི་དམ་པར་ངས་མ། བྱ་ཚིག་གི་རྣམ་གཞག་ལག་ལེན་བཅུ་དུས་ཆེན་མོ་ནང་ལ་ཞུས་ཡོད། ཞུས་པའི་ནང་ནས་གནད་འགག་གཉིས་ཏེ། བྱ་བ་དང་བྱ་ཚིག་གི་ཁྱད་པར་ཤེས་དགོས་ཞེས་པ་དེ་དང་འཇིག་རྟེན་ཡོངས་གྲགས་ཀྱི་བྱ་བ་དང་ཏང་ཆོས་སྐབས་ཀྱི། བྱ་བ་གཉིས་ཀྱི་ཁྱད་པར་ཤེས་དགོས་ཟེར་ཏེ་གནད་འགག་གཉིས་དེ་ཁ་ཚང་གོང་དུ་ཞུས་ཟིན་པ་ཆགས་བསྡད་ཡོད་རེད། ད་དེ་ཁ་ཚང་གོང་དུ་ཞུས་ཟིན་པའི་གནད་འགག་གཉིས་པོ་དེ་ཁྱེད་རྣམ་པས་ཡག་པོ་གྱིས་གསན་གཟིགས་གནང། དེ་ལ་བསམ་བློ་ཡག་པོ་གྱིས་བཏང་རྗེས་གོ་བ་ཡག་པོ་གྱིས་ཕོག་ཡོད་ན། ད་དེ་རིང་སྐབས་སུ་བབ་པ་བྱ་ཚིག་གི་ངོ་བོ་དངོས་གཞི་ཤེས་ཡོང་དུས། བོད་མ་སྲིད་བོད་ཀྱི་ཕན་ཐོགས་ཆེན་པོ་ཡོད་རེད་ད་དེའི་གནད་འགག་གཉིས་དེ་ཡག་པོ་ཅིག་མཁྱེན་པ་སྔོན་དུ་མ་སོང་ན་ཡང་དེ་རིང་དེ་ལག་གཉིས་དུ་འཇུག་ཐུབ་ཀྱི་ཡོད་མ་རེད་ད་ཡག་པོ་གསར་པོ་ཅིག་ཆགས་ཀྱི་ཡོད་མ་རེད་གནད་འགག་དེ་གནད་འགག་ལ་འགྲོ་གི་ཡོད་མ་རེད་དེ་ཡིན་དུས་ད་དེའི་གནད་འགག་གཉིས་གོང་དུ་ཞུས་པ་དེ་སོང་ནས་ད་ཁ་སང་གོང་དུ་ག་རེ་ཞུས་ཡོད་རེད་ད་འཇིག་རྟེན་ཡོངས་གྲགས་ཀྱི་བྱ་བ་དང་ཏང་ཅུས་སྐབས་ཀྱི་བྱ་བ་གཉིས་ཀྱི་ཁྱད་པར་ཤེས་དགོས་རེད་ཟེར་ད་ང་རང་ཚོ་ལམ་ཀ་ཅིག་ལ་འགྲོ་ན་ཡང་མངོན་པར་འདོད་པའི་ཡུལ་ཅིག་ལ། སོ་སོར་འགྲོ་བ་ཡིན་ན་ཡང་ལུང་པ་དེ་ལ་འགྲོ་ཡི་འདོད་ལང་ཀ་གཅིག་གི་རྒྱུ་ནས་འགྲོ་ཡི་འདོད་པ་རུག་དེ་ལ་ལང་ཀ་གཉིས་ཨི་འདྲའི་ཐུག་སོང་ཨེ་ན། ད་ལང་ཀ་གང་རུང་གཅིག་ལ་འགྲོ་དགོར་བ་ཨིན་ཙ་ནི་སོ་སོ་གི་འགྲོ་ས་མ་ཡིན་པའི་ལང་ཀ་དེ་ལ་འགྲོ་བཞག་ན་དེ་ཁོ་མངོན་པར་འདོད་པའི་གི་ཡུལ་དེ་ལ་སླེབས་ཐུག་གི་མར་བར་ཆད་བྱེད་གི་རེད་བ་དེ་ཡིན་པ་སོང་ཙང་སོ་སོར་འགྲོ་ས་གི་ཡུལ་དེ་ལ་སླེབས་ཁོ་ན་ལང་སླེབས་ས་གི་འགྲོ་ས་གི་འགྲོ་བྱེད་གི་ལང་ཀ་དེ་ག་རེ་ཡིན་མིན་དེ་རྣམ་པར་ཕྱེ་ནས། ཡང་ན། འདི་ཤོག་དེ་ཡང་ན་ཚུར་ཤོག་དེ། འདི་འདི་ཙམ་ནས་འདི་མ་རེད་འདི་རེད་ཟེར་ནས་འདི་ལ་ཏག་ཏག་ཅིག་འགྲོ་བཞག་ན་དེ་ཁོ། ཚོ་ཚོ་བའི་འགྲོ་ས་གི། ལུང་པ་དེ་ལ་དེ་ལྷང་ཉིད་དུ་སླེབས་འགྲོ་གི་རོ། འོ་དེའི་ནང་བཞིན་བྱས་ནས། ད་ལྟ་བྱ་ཚིག་གི་ངོ་བོ་ཤེས་པའི་སྐབས་སུ་བྱ་བ་དང་བྱ་ཚིག་གཉིས་ཀྱི་ཁྱད་པར་ཤེས་དགོས་རེད། བྱ་བ་ཟེར་ཡ་དེ། ད་ལྟ་སྐབས་སུ་བབ་པ་བྱ་ཚིག་གི་བསྟན་བྱར་གྱུར་པའི་བྱ་བ་ཟེར་ཡ་དེ་ག་འདྲི་ཅི་རེད་ཟེར་དུས། ཁོ་ཡང་གནད་འགག་ཅིག་ལ་ཐུག་ཡོང་དུས་འགག་རྩ་ཅིག་ལ་ཐུག་ཡོང་དུས་ལས་འགག་གཉིས་ཐམ་པ་མཐོང་གི་རེད། འཇིག་རྟེན་ཡོངས་གྲགས་ཀྱི་བྱ་བ་ཟེར་ཡ་ཅིག་དང་བཏང་འཇུག་སྐབས་ཀྱི་བྱ་བ་ཟེར་གཉིས་ཨི་འདྲས་མཐོང་ཡོང་གི་རེད། མཐོང་ཡོང་དུས། འདི་འཇིག་རྟེན་ཡོངས་གྲགས་ཀྱི་བྱ་བ་དང་འདི་བཏང་འཇུག་སྐབས་ཀྱི་བྱ་བ་ཡིན་པའི་དབང་དུ་བཏང་ན། འདི་འདི་འཇིག་རྟེན་ཡོངས་གྲགས་ཀྱི་བྱ་བ། འདི་གང་ལ་འགྲོ་རྒྱུ་ཡོད་མ་རེད། བཏང་འཇུག་སྐབས་ཀྱི་བྱ་བ་ཟེར་འདི་ལ་འགྲོ་དགོས་རེད། ཁ་སང་ད། དཔེ་དང་སྦྱར་ནས་ཞུས་ན་འདི་འདྲས་ཞུ་གི་རེད་ད། འདི་བཏང་འཇུག་སྐབས་ཀྱི་བྱ་བ་ཟེར་འདི་ག་ལ་གོམ་པ་སྤོ་ནས་གོ་བ་ལེན་ནས་འགྲོ་བཞག་ན་འདི་ཏག་ཏག་ཁོ་རང། བྱ་ཚིག་གི་ངོ་བོ་དེ་དེ་ལག་ཉིད་དུ་མཁྱེན་ཐུབ་པ། བྱ་ཚིག་གི་ངོ་བོ་མཁྱེན་པའི་ཆེད་དུ་བྱ་བའི་གི་ངོ་བོ་དེ་དེ་ལག་ཉིད་དུ་མཁྱེན་ཐུབ་པ་དེ་འདི་བྱུང་གི་རེད། གནད་འགག་དེ་དེ་འདྲའི་ཐུག་བསྡད་ཡོད་རེད་བ། དེ་ཡིན་པ་སོང་ཙང་ད་ཁ་སང་གོང་དུ་ག་རེ་ཞུས་རེད་ཟེར་ན་ཏང་ཙུའི་སྐབས་ཀྱི་བྱ་བ་དེ་ལ་གོ་དགོས་རེད་ཟེར་ནས་ད་ང་རང་ཚོ་གིས་འདི། བྱ་ཚིག་དང་བྱ་བ་དང་བྱ་ཚིག་གཉིས་ཀྱི་ཁྱད་པར་ཤེས་དགོས་ཞེས་པའི་སྐབས་ཀྱི་བྱ་བ་ཟེར་ཡ་དེ་ཏང་ཙུའི་སྐབས་ཀྱི་བྱ་བ་དེ་ལ་གོ་དགོས་རེད་ཟེར་ནས་ད་དེ་ལ་བབས་ཡོད་རེད་བ་ང་རང་ཚོ་ཁ་སང་ཡ་བཤད་མ་བཤད་ཞིབ་ཆ་བྱས་ནས་བཤད་ཡོད་དུས་ཏང་ཙུའི་སྐབས་ཀྱི་བྱ་བ་ལ་བབས་ཡོད་རེད། དེ་ཡིན་དུས་ད་ཁྱེད་རྣམ་པ་གིས་ཁ་སང་དེ་གསན་གཟིགས་ཡག་པོ་གནང་ཡོད་ན་ད་སེམས་ནང་ལ་བསམ་བློ་ག་འདྲའི་དྲག་ཞིག་འཁོར་ཡོད་ཟེར་ན་འོ་ན་གཏམ་རྒྱུད་སྐབས་ཀྱི་འཇིག་རྟེན་ཡོངས་གྲགས་ཀྱི་བྱ་བ་ཟེར་ཡ་དེ་བཤད་དགོས་ཡ་མ་རེད་ཚང་མ་གི་ཁེངས་གི་རེད་བ་ཚང་མ་ལ་འགྲེལ་བཤད་བརྒྱབ་དགོས་མ་རེད་སོ་སོ་ཉམས་མྱོང་གི་ཐོག་ནས་ཧ་གོ་བ་སོང་ཙང་དེ་ཧ་གོ་ཟེར་ཡིན་ན་ཡང་ད་འཇིག་རྟེན་ཡོངས་གྲགས་ཀྱི་བྱ་བ་དེ་ལས་ཀྱང་ཁྱབ་ཆེ་བ་ཨ་ནི་གཏམ་རྒྱུད་སྐབས་ཀྱི་བྱ་བ་ཟེར་ཡ་དེ་ཡང་ག་འདྲའི་དྲག་ཞིག་ལ་ད་སྤྱི་བཏང་གོ་ཨ་བྱེ་བྲག་རེ་རེ་རེ་རེ་ཧ་གོ་ན་ཡང་ན་སྤྱི་ཡོངས་ལ་གོ་ཁྱབ་ཐུབ་ཡ་གི་སྤྱི་ཡོངས་གི་ཐོག་ནས་གཏམ་རྒྱུད་སྐབས་ཀྱི་བྱ་བ་ཟེར་དེ་གོ་ཧ་འདྲ་བོ་དེ། ག་འདྲི་ཅི་ལ་ངོས་འཛིན་བྱེད་དགོས་རེད་ཟེར་ན་ད་དེ་སོ་སོ་གི་ད་ལྟ་ཁ་སང་གསན་གཟིགས་གནང་ནས་དེ་འདྲེ་གི་བསམ་བློ་ཅིག་འཁོར་ཡོད་ན་དེ་འདྲེ་གི་གོ་རྟོགས་ཅིག་སྐྱེ་ཡོད་ན་དེ་འདྲེ་གི་ཐེ་ཚོམ་ཅིག་སོམ་ཉི་ཅིག་ཟ་ཡོད་པ་ཡིན་ན་ད་ཡག་པོ་ཞེ་ར་ཆགས་དེ་ད་ད་ལྟ་སྐབས་སུ་བབ་པ་ཁྱེད་རྣམ་པ་ལས་སུ་རུང་བ་ཆགས་དེར་སྨིན་པ་ལས་སུ་རུང་བ་ཆགས་དེ་ད་ད་ལྟ་དེ་རིང་བྱ་བའི་གི་ངོ་བོ་དང་བྱ་ཚིག་གི་ངོ་བོ་ཤེས་ཡོད་དུས་དེ་ལ་འཇུག་པ་ལ་ལས་རུང་ཆགས་དེ་ར་བ་དེ་ཡིན་པ་སོང་ཙང་ད་ཁ་སང་གོང་དུ་རིམ་པ་བཞིན་དུ་ངས་ཞུ་གི་ཡིན། རིམ་པ་བཞིན་དུ་གསན་གཟིགས་གནང་དགོས་རེད་ཟེར་ཡ་དེ་དེ་རེད་ད། དེ་ཡིན་དུས་ད་དེ་རིང་ག་རེ་ཞུ་ཡ་རེད་ཟེར་ན། འཇིག་རྟེན་ཡོངས་གྲགས་ཀྱི་བྱ་བ་དང་ཏང་ཅུས་སྐབས་ཀྱི་བྱ་བ་ཟེར་ཏང་ཅུས་སྐབས་ཀྱི་བྱ་བ་ལ་གོ་དགོས་རེད་ཟེར་ཏེ། འོ་ན་ད་ཏང་ཅུས་སྐབས་ཀྱི་བྱ་བ་ཟེར་ཡ་དེ་ག་འདྲི་ཅི་ལ་གོ་དགོས་རེད། ཏང་ཅུས་སྐབས་ཀྱི་བྱ་བ་ཟེར་ཡ་དེ་ག་འདྲི་ཅི་ལ་ངོས་འཛིན་བྱེད་དགོས་རེད། ཏང་ཅུས་སྐབས་ཀྱི་བྱ་བ་ཟེར་ཡ་གི་ངོ་བོ་ག་འདྲི་འདྲ་བོ་རེད་གོ་དོན་ག་འདྲི་འདྲ་བོ་རེད་མཚན་ཉིད་ག་འདྲི་འདྲ་བོ་རེད་ད་ངོ་བོ་གོ་དོན་མཚན་ཉིད་ཚང་མ་གཅིག་པ་རེད་བ་ག་རེ་ལབ་ན་ཡང་འོ་དེ་ཡིན་དུས་ཏང་ཅུས་སྐབས་ཀྱི་བྱ་བ་ཟེར་ཡ་དེ་ག་འདྲི་ཅི་ལ་ངོས་འཛིན་བྱེད་དགོས་རེད་ཟེར། ད་འདིགི་དོན་དག་དེ་དེ་རིང་མ་དངོས་གཞི་ད་ཁ་སང་སྔོན་འགྲོ་བྱས། འདི་འདི་གཉིས་པོ་དེ་འདིགི་སྔོན་འགྲོ་འདྲ་བོ་བྱས། ཨཱ་ནི་འདིག་ད་དེ་རིང་དངོས་གཞིའི་གོ་རང་བཏང་ཆོག་སྐབས་ཀྱི་བྱ་བ་ཟད་དེ་དེ་འདྲ་ཅི་ལ་གོ་དགོར་ད་ཟེར་ནས་འདིགི་དོན་དག་དེ་མ་ད་ད་ད་མ་ཞུ་ཡ་ཨོ་དེ་འདྲ་ཆགས་དེ་ཡོད། ཧོ་ད་ད་ལྟ་སྐབས་སུ་བབ་པ། འཇིག་རྟེན་ཡོངས་གྲགས་ཀྱི་བྱ་བ་དང་བཏང་འཇུག་གི་བྱ་བ་རྣམ་པ་གཉིས་ཀྱི་ནང་ནས་ད་ཤེས་བྱ་འདི་བཏང་འཇུག་གི་བྱ་བ་དེ་ཆགས་དེ་གི་ཡོད་རེད་དེ་ཡིན་པ་སོང་ཙང་ད་བྱ་བ། བཏང་བྱུང་སྐབས་ཀྱི་བྱ་བ་དེ་ལ་གོ་ཡ་བྱས། བཏང་བྱུང་སྐབས་ཀྱི་བྱ་བ་དེ་གི་གོ་དོན་ག་རེ། ངོ་བོ་ག་རེ། མཚན་ཉིད་ག་རེ་ཟེར་ན། ད་དེ་བྲིས་བཞག་ཡོད། བཏང་བྱུང་སྐབས་ཀྱི་བྱ་བ་ཟེར་དེ་ད་ག་འདྲི་གཅིག་ལ་ངོས་འཛིན་བྱེད་དགོས་རེད། མཚན་ཉིད་དེ་བཞག་ཡོང་དུས། མཚན་ཉིད་གཅིག་བཞག་ནས་དེ་གི་བཏང་བྱུང་སྐབས་ཀྱི་བྱ་བ་ཡོངས་སུ་རྫོགས་པ་ཆ་ཚང་ལ། ཕྲ་རགས་མེད་པ་ཕྲ་བ་དང་རགས་པ་དང་ད་ག་འདྲའི་དྲ་བ་ཅིག་ཡིན་ན་ཡང་ཆ་ཚང་ལ་ཁྱབ་ཐུབ་ཡ་གི་ད་ནམ་རྒྱུན་གོ་དོན་བཞག་སྟངས་དང་ངོ་བོ་བཞག་སྟངས་དང་ཚིག་ངན་བཞག་སྟངས་ཀྱི་ཐོག་ནས་ད་གོ་དོན་དེ་བཞག་ཟེར་དུས་གོ་བ་དེ་ངོ་བོ་དེ་ཞོག་ཟེར་དུས་སྐབས་སུ་ཁོ་རང་གི་དོན་གྱི་ལྡོག་པ་དེ་ཡི་ཐོག་ནས་ཨ་ནི་གོ་བ་དེ་འགྲེལ་བཤད་རྒྱག་དགོས་རོགས་དེ་རེད་མ་གཏོགས། བྱ་བས་ཀྱི་གོ་དོན་དེ་ཤོག་ངོ་བོ་ཤོག་མཚན་ཉིད་ཤོག་ཟེར་དུས་སྐབས་སུ་བྱ་བས་ཀྱི་མཚན་གཞི་འདྲ་བོ་ཁ་ཤས་བཞག་བསྡད་ཡག་འདྲ་བོ་དང་བྱ་བས་ཀྱི། མཚོན་བྱ་ཁོ་རང་བྱ་བ་ཁ་ཤས་ཤིག་དྲངས་ནས་དེ་འདྲ་དེ་འདྲ་རེད་ཟེར་ནས་དུམ་བུ་དུམ་བུ་མང་པོ་བཞག་བཞག་ན་དེ་ལོག་གི་མི་འདུག་ཨ་དེ་འདྲ་མ་ཡིན་པ་བྱས་དཔེར་ན་བུམ་པའི་ཀྱི་ངོ་བོ་ཤོག་ཟེར་ན་ལྟོ་ལྡིར་བ་ཞབས་ཞུམ་པ་ཆུ་སྦྱོར་གྱི་དོན་ཅི་འདོད་པ་ཟེར་ཀ་བའི་ངོ་བོ་ཤོག་ཟེར་ན་དུང་ལྡན་གྱི་དོན་བྱེད་ནུས་པ་མིའི་ངོ་བོ་ཞོག་ཟེར་ན་སྨྲ་ཤེས་དོན་གོ་མིའི་རིགས་སུ་གྱུར་པ་ཟེར་ན་འདི་སྨྲ་ཤེས་དོན་གོ་མིའི་རིགས་སུ་གྱུར་པ་ཟེར་ཏེ་མི་ཆ་ཚང་ལ་ཁྱབ་ཐུབ་ཀྱི་རེད་དམ་མི་ག་འདྲས་ཀྱི་ཡིན་ན་ཡང་རྒྱ་གར་རྒྱ་ནག་ལ་སོགས་པའི་ཁྱད་པར་མེད་པར་མི་ཆ་ཚང་ལ་ཁྱབ་ཐུབ་ཀྱི་རེད་འོ་དེ་ནང་བཞིན་བྱས་ནས་ད་ལྟ་སྐབས་སུ་བབས་པ་ཏང་ཅུས་སྐབས་ཀྱི་བྱ་བ་དེ་གི་ངོ་བོ་དེ་བཞག་ཡོང་དུས་དེ་ཡང་ཏང་ཅུས་སྐབས་ཀྱི་བཤད་ཀྱང་ཏང་ཅུས་སྐབས་ནས་བཤད་ཡག་གི་བྱ་བ་ཆ་ཚང་ལ་ཁྱབ་ཐུབ་ཡག་གི་ད་ངོ་བོ་བྱ་བ་ཆ་ཚང་ལ་ཁྱབ་ཐལ་གྱི་གོ་དོན། བྱ་བ་ཆ་ཚང་ལ་ཁྱབ་ཐལ་གྱི་མཚན་ཉིད་ལྟ་དེ་ནི་མ་བྲིས་བྱ་ཡོད་ལྟ་དེའི་མཚན་ཉིད་དེའི་ཐོག་ནས་བཏང་འབྱོར་སྐབས་ཀྱི་བྱ་བ་ཟེར་ཏེ་གང་འབྲེལ་གྱི་ལ་ཟེར་གྱི་རེད་ཟེར་ཏེ་བཀྲ་བླ་མས་ཀྱི་ནི་གོ་བ་དེ་གསལ་པོ་ཆགས་ཐལ་གྱི་ལྟ་དེའི་ཆེད་དུ་དེ་བྲིས་བྱ་ཡོད། དེ་ཡང་ད་ག་འབྲེལ་རོགས་བྱོས་ཟེར་ན་དངོས་པོ་གང་ཡང་རུང་བ་ཞིག་ལ་སྔར་ཡོད་ཀྱི་གནས་སྐབས་ལས་འཕོ་འགྱུར་བྱུང་བའམ་རྣམ་འགྱུར་གཞན་ཞིག་འདོད་པ་ལ་བཏང་འབྱོར་སྐབས་ཀྱི་བྱ་བ་ཟེར། འོ་ད་དེའི་ཐོག་ནས་ཏང་ཙུའི་སྐབས་ཀྱི་བྱ་བའི་གི་གོ་དོན་ངོ་བོ་མཚན་ཉིད་ཆགས་ཏེ་ཡོད། ད་ཏང་ཙུའི་སྐབས་ཀྱི་བྱ་བ་ཟེར་དུས་ད་དེ་འདྲས་ཅིག་ཡིན་དགོས་རེད། ད་དང་པོ་དེ་ལ། ཏང་ཙུའི་སྐབས་ཀྱི་བྱ་བ་ཟེར་གི་བྱ་བའི་གོ་དོན་དེ་ལ། ཚིག་དང་པོ་དེ་ག་རེ་ཟེར་ན་དངོས་པོ་གང་ཡང་རུང་བ་ཞིག་ལ། འོ་དེ་དུ་བ། འདིའི་བར་དུ་གཅིག་བལྟ་ནས། ཏང་ཙུའི་སྐབས་ཀྱི་བྱ་བ་དེ། དངོས་པོ་གང་ཡང་རུང་བ་ཞིག་གི་སྟེང་དུ་ཡོད་དེ་རེད་ད་དེ་ཡིན་པ་སོང་ཙང་དངོས་པོ་གང་ཡང་རུང་བ་ཞིག་ལ་ཟེར་ནས་ལ་སྒྲ་དེ། ལ་དོན་གྱི་ཕྲད་དེ་སྦྱར་དགོས་པའི་རྒྱུ་མཚན་དེ་རེད་བ། དེ་རྣམ་མའི་དོན་པ་གཏན་ནན་གྱི། རྣམ་མའི་དོན་པ་གཏན་ནན་ཟེར་ན་ཡང་འགྲིག་གི་འདུག་དེ་ག་ནང་བཞིན་བྱས་ནས་འཕོ་འགྱུར་བྱུང་བ་ཟེར་དུས་སྐབས་སུ་ལ་ནའི་གཉིས་པ། ལས་སུ་བྱ་བ་ཟེར་ན་ཡང་འགྲིག་འདུག་ད་དེ་ག་འདྲེ་བཞག་ན་ཡང་འགྲིག། དུས་འདི་ཙ་ནས། ལྟེ་གནས་ཀྱི་དབང་དུ་བཏང་ན་བཏང་འཇུག་སྐབས་ཀྱི་བྱ་བ་དེ། ཁོ་བརྟེན་ས་དེ་གནས་ས་དེ་དངོས་པོ་གང་ཡང་རུང་བ་ཞིག་གི་སྟེང་དུ་གནས་སྐོར་དེ་ཡིན་པ་སོང་ཙང་དངོས་པོ་གང་ཡང་རུང་བ་ཞིག་ལ་ཟེར་སྐོར་དང། དེ་འདུག་དངོས་པོ་གང་ཡང་རུང་བ་ཞིག་ལ་མ་བརྟེན་པར། བཏང་འཇུག་སྐབས་ཀྱི་བྱ་བ་དེ་ཡང་ཁོ་རང་རང་རྐྱ་འཕེར་བར་བྱ་བ་ཁ་ཁ་ཆེ། དངོས་པོ་གང་ཡང་རུང་བ་ཞིག་ལ་མ་བརྟེན་པ་གཅིག་ནི་ཁོ་རང་བྱ་བ་ཁ་ཁ་ཅིག་ཡོད་རེད་བས་ཟེར་ན་བྱ་བ་ཁོ་རང་གཅིག་པུ་ཅིག་ཡོད་རེད་བས་ཟེར་ན་རྐྱང་པ་ཅིག་བྱ་ཡ་ཡོད་རེད་ཟེར་ན་དེ་བྱ་ཡ་ཡོད་མ་རེད་དེ་ཡིན་པ་སོང་ཙང་བྱ་བ་དེ་དངོས་པོ་གང་ཡང་རུང་བ་ཞིག་གི་སྟེང་དུ་ཡོད་རེད་དངོས་པོ་གང་ཡང་རུང་བ་ཞིག་ལ་ཡོད་དེ་རེད་བ་དེ་ཡིན་པ་སོང་ཙང་དངོས་པོ་གང་ཡང་རུང་བ་ཞིག་ལ་ལ་དགོས་རྒྱུ་མཚན་འདིར་དང་དང་པོ་འདི་གི་བསྟན་བྱ་འདི་རེད། ཨ་ནི་དེ་ག་ནང་བཞིན་བྱས་ནས་དངོས་པོ་གང་ཡང་རུང་བ་ཞིག་ལ་ཟེར་ཡ་དེ་གི་དོན་དག་གཉིས་པ་དེ་ག་རེ་བསྟན་དགོས་རེད་ཟེར་ན། བཏང་འཇུག་སྐབས་ཀྱི་བྱ་བ་ཟེར་ཡ་དེ། དངོས་པོ་གང་ཡང་རུང་བ་ཞིག་ལ་ཡོད་རེད་ཟེར། དེ་ཡང་དངོས་པོ་གང་ཡང་རུང་བ་ཟེར་གི་འདུག་དངོས་པོ་གང་ཡང་རུང་བ་ཞིག། དེ་དུས། གཏང་རྒྱུ་སྐབས་ཀྱི་བྱ་བ་ཡོད་ས་དེ་དངོས་པོ་ག་རེ་ཡོད་ན་ཡང་འགྲིག་གི་རེད་དངོས་པོ་གང་འདྲའི་འདྲ་བོ་ཞིག་ཡོད་ན་ཡང་གང་ཡང་རུང་ཟེར། འཇིག་རྟེན་ཡོངས་གྲགས་ཀྱི་བྱ་བ་གི་དབང་དུ་བཏང་ན་དངོས་པོ་གང་ཡང་རུང་བ་ཞིག་ལ་མ་རེད་བ་དངོས་པོ་གང། གང་གར་སོ་རུང་དངོས་པོ་ཡོད་ཚད་ཀྱི་སྟེང་དུ་ཡོད་མ་རེད་བ་དངོས་པོ་ཐམས་ཅད་ནི་འཇིག་རྟེན་ཡོངས་གྲགས་ཀྱི་བྱ་བས་ཀྱི་རྟེན་ཆགས་ཀྱི་མི་འདུག་བ་གཏན་ནས་ཆགས་ཀྱི་མ་རེད་ད། འཇིག་རྟེན་ཡོངས་གྲགས་ཀྱི་དབང་དུ་བཏང་ན། བྱ་བ་དེ་ག་རེ་ཀྱི་སྟེང་ཡོད་རེད་ཟེར་ན། སྲོག་དང་ལྡན་པ་སེམས་ཅན་གྱི་སྟེང་དུ་སེམས་ཅན་གྱི་ནང་ན་ཡང་མིའི་སྟེང་དུ་ཡོད་ཟེར། ཁ་སང་འཇིག་རྟེན་ཡོངས་གྲགས་ཀྱི་བྱ་བ་ངོས་འཛིན་བྱེད་སྟངས་དེ་འདྲས་བཞག་རོགས། ཡིན་ན་ཡང་གཏང་སྤྱོད་སྐབས་ཀྱི་བྱ་བ་དེ། དངོས་པོ་ག་འདྲས་ཀྱི་ཡིན་ན་ཡང་དེའི་སྟེང་དུ་ནི་བྱ་བ་བཞག་ཆོག་གི་རེད་བྱ་བ་ཡོད་རེད། དངོས་པོ་དེ་ཨ་ནི་སྲོག་དང་ལྡན་པ་སེམས་དང་ལྡན་པ་ཡིན་ན་ཡང་དེའི་སྟེང་དུ་བྱ་བ་བྱ་ཡ་ཡོད། སེམས་དང་མི་ལྡན་པ་བེམ་པོ་ཡིན་ན་ཡང་དེའི་སྟེང་དུ་བྱ་བ་བྱ་ཡ་ཡོད། དེའི་དུས་ལུས་ཡིན་ན་ཡང་དེའི་སྟེང་དུ་བྱ་བ་བྱ་ཡ་ཡོད་སེམས་ཡིན་ན་ཡང་དེའི་སྟེང་དུ་བྱ་བ་བྱ་ཡ་ཡོད། དེའི་དུས་རྟགས་འཇུག་གི་སྐབས་སུ་དངོས་པོ་ག་འདྲས་ཀྱི་ན་ཡང་དངོས་པོ་གང་ཡང་རུང། དངོས་པོ་ག་འདྲས་ཀྱི་ཡིན་ན་ཡང་སྲོག་དང་ལྡན་པ་དང་སྲོག་དང་མི་ལྡན་པ་ལ་སོགས་པའི་བེམ་པོ་དང་ཤེས་པ་ལ་སོགས་པའི་གང་འབྲེལ་ཅན་ཡིན་པ་ཡིན་ན་ཡང་དེའི་སྟེང་དུ་བཏང་འཇུག་སྐབས་ཀྱི་བྱ་བ་དེ་གི་རྣམ་གཞག་བྱས་བྱ་བ་དེ་ཡོད་དེ་གའི་རོ་བ་དེ་ཡིན་པར་སོང་ཙང་དངོས་པོ་གང་ཡང་རུང་བ་ཞིག་ལ་ཟེར་བར་ད་དེ་ལ་སྤྱི་ཡོངས་ནས་དེ་སྤྱི་སྒྲ་སྦྱར་བྱ་རོ་བ་གང་འདྲ་དེ་སྦྱར་བྱ་རོ་བ་གང་འདྲ་སྤྱི་སྒྲ་དེ་དེ་ཡིན་པར་སོང་ཙང་སྤྱི་ཡོངས་ནས་དངོས་པོ་གང་ཡང་རུང་བ་ཞིག་ཟེར་ད་བྱེ་བྲག་ཏུ་བཀར་ན་དངོས་པོ་དཀར་སྤང་འདྲ་བོ་དངོས་པོ་ཡི་གེ་འདྲ་བོ་དངོས་པོ་སྨྱུ་གུ་འདྲ་བོ་དངོས་པོ་ལག་པ་འདྲ་བོ་ད་དངོས་པོ་ག་རེ་བཞག་ན་ཡང་རེད་བེམ་པོ་གཟུགས་ཁྲག་དྲི་རོ་རེག་བྱ་དེ་ཚོ་ཆ་ཚང་ཡང་བཏང་རྒྱུ་སྐབས་ཀྱི་བྱ་བ་གི་བརྟེན་བྱ་དགོས་རོགས་དངོས་པོ་གང་ཡང་རུང་བ་ཞིག་རེད་དེ་ག་ནང་བཞིན་མིག་རྣ་བ་སྣ་ལྕེ་ལགས་སོགས་པ་དེ་ག་ནང་བཞིན་གྱི་ནི་ལུས་དང་སེམས་ལགས་སོགས་པ་དངོས་པོ་གང་ཡང་རུང་ཨོ་དེ་ག་ནང་བཞིན་གྱི་ནི་ཕྱི་རོལ་གྱི་རི་ར་བ་བྲག་ཁང་ཁྱིམ་ལགས་སོགས་པ་དངོས་པོ་གང་ཡང་རུང་ཕྱི་སྣོད་ཀྱི་འཇིག་རྟེན་དང་ནང་བཅུད་ཀྱི་སེམས་ཅན་ལ་སོགས་པ་དངོས་པོ་གང་ཡང་རུང་སྲོག་དང་ལྡན་པ་དང་སྲོག་དང་མི་ལྡན་པའི་གི་དངོས་པོ་གང་ཡང་རུང་སེམས་དང་ལྡན་པ་དང་སེམས་དང་མི་ལྡན་པའི་གི་དངོས་པོ་གང་ཡང་རུང། མདོར་ན་དངོས་པོ་ག་འདྲ་ཅིག་ཡིན་ན་ཡང་འགྲིག་གི་རེད་དེ། འདི་བཏང་རྒྱུ་སྐབས་ཀྱི་བྱ་བ་གི་རྟེན་རེ་དང་རྟེན་དེ་ཡོད་ས་དེ་བྱ་བ་ཡོད་ས་དེ་ད་ང་ཚོ་ཕལ་སྐད་ལས་སླ་བོ་གཏོང་ནས་བཤད་ན་བྱ་བ་ཡོད་ས་དེ་ག་རེ་གི་སྟེང་དུ་ཡོད་ན་དངོས་པོ་ག་ཡང་རུང་བ་ཞིག་གི་སྟེང་དུ་ཡོད་རེད། ཁྱེད་སོང་ཨ། འདི་དངོས་པོ་འདི་གི་སྟེང་དུ་ཡོད་རེད་འདི་གི་སྟེང་དུ་ཡོད་མ་རེད་ཟེར་ཡ་སྐད་ཆ་མེད་བ་ཅན་དངོས་པོ་ཅིག་ཡིན་ཚ་ནས་བཟུང་སྟེ། ཨ་ནི་དེའི་སྟེང་དུ་བྱ་བ་ཡོད། འདི་བྱ་བའི་ཀྱི་རྟེན་རེད་ད། བྱ་བ་བྱུང་ས་དེ། ད་ལྟ་དེ་ལ་བྱུང་ཟེར་བ་བྱ་བ་བྱུང་ས་དེ་དངོས་པོ་གང་ཡང་རུང་བ་ཞིག་ཆགས་བསྡད་ཡོད་རེད་ད། དེ་གི་ཐོག་ནས་ཨ་འཇིག་རྟེན་ཡོངས་གྲགས་ཀྱི་བྱ་བ་དང་སྟངས་འཇུག་གི་བྱ་བ་གཉིས་ཀྱི་རྟེན་འདི་གི་ཁྱད་པར་དེ་ཡང་འདི་གི་ས་བོ་ས་རྐྱང་རྟེན་ཡོང་གི་འདུག་བ། དེ་འདུས་དངོས་པོ་ག་རེ་ཡོད་ན་ཡང་འགྲིག་གི་རེད་ད་སྟངས་འཇུག་སྐབས་ཀྱི་བྱ་བ། བྱ་བའི་ཀྱི་རྟེན་དེ་བྱ་བ་ཡོད་ས་དེ་རེད་བ་བྱ་བ་བྱུང་ས་དེ་དངོས་པོ་ག་རེ་ཡོད་ན་ཡང་འགྲིག་གི་རེད་ད། འདི་འགྲིག་དང་འདི་མ་འགྲིག་ཡོད་མ་དངོས་པོ་ཐམས་ཅད་ཀྱི་སྟེང་དུ་ཡོད་ཟེར་ནས་ད་འདི་མཁྱེན་པ་བྱེད་དགོས་རེད་བ། ཨ་ནི་ད།

བྱ་བ་ཁོ་རང་གི་ངོ་བོ་ངོ་མ་དེ་ག་རེ་རེད་ཟེར་ན། སྔར་ཡོད་ཀྱི་གནས་སྐབས་ལས་འཕོ་འགྱུར་བྱུང་བ་དེ་ཆགས་ཏེ་ཡོད་རེད། ད་དེ་ཡང་གཙོ་བོ་ཚུར་བསྡུས་བཞག་ན། ཨ་ནི་བྱ་བ་ཁོ་རང་གི། དོན་ཐོག་བྱ་བ་ཁོ་རང་གི་ངོ་བོ་ངོ་མ་དེ་ག་རེ་ཟེར་ན་འཕོ་འགྱུར་ཟེར་ཡ་དེ་རེད། ད་ཡིན་ན་ཡང་ད་ལྟ་སྐབས་སུ་བབ་པ་ང་ཚོ་འབྱུང་བའི་གནས་སྐབས་ཡིན་དུས་རྣམ་པར་ཕྱེ་ཟེར་ན་ཡང་འདྲ་ཞིབ་ཆ་བྱེད་ཟེར་ན་ཡང་འདྲ་ཞིབ་ཅིང་རྒྱས་པ་བྱས་ནས་བྱང། གོས་དེ་གལ་ཆེན་པོ་ཆགས་བསྡད་ཡོད་ར། དེ་ཡིན་པ་སོང་ཙང་གོ་དོན་སྐབས་སུ་དེ་འདྲའི་ཚིག་མང་པོ་བཞག་ནས་ཨ་ཞིབ་རྒྱས་བྱས་ནས་མ་སྤྲོས་བཞག་ར་བ། ད་སྤྲོས་ཚར་བའི་རྗེས་སུ། ལེགས་པར་གོ་བ་ཡག་པོ་ཅིག་སླེབས་ཚར་བའི་རྗེས་སུ་དེ་ནི་དོན་དག་རྡོག་རྡོག་ཅིག་འཇུག་ན་འགྲིག་གི། དོན་དག་རྡོག་རྡོག་ག་རེ་འཇུག་དགོས་རེད་ཟེར་ན། འདི་འཕོ་འགྱུར་ཟེར་ཡ་དེ་འཇུག་དགོས་རེད་ད་འཕོ་འགྱུར་ཟེར་ཡ་དེ། འཕོ་འགྱུར་ཟེར་ཡ་དེ་ག་རེད་ཟེར་ན། གཏང་འཇུག་སྐབས་ཀྱི་བྱ་བའི་གི་ངོ་བོ་རེད། བྱ་བའི་གོ་དོན་བྱ་བའི་མཚན་ཉིད་རེད། དེ་ཡིན་དུས་གཏང་ཆུང་སྐབས་ཀྱི་བྱ་བ་དེ་དོན་དང་དོགས་འདོགས་བྱེད་ལགས་ན་ག་རེ་འཕོ་སྐྱུར་བྱེད་ལ་ངོས་འཛིན་བྱེད་དགོས་རེད། ད་ཡིན་ན་ཡང་ལས་དང་པོ་བ་བྱང་པ་སྔོན་དུ་མ་སོང་བ་ཡིན་ན་འཕོ་སྐྱུར་བྱེད་ལ་ལག་པ་ན་དེ་གོ་བ་ཕོག་ཐུག་གི་མ་རག་འཕོ་སྐྱུར་ཟེར་དེ་ལ་དེ་ཡིན་དུས་གོ་བ་དེ་ཡག་པོ་ཕོག་ཡག་གི་ཆེད་དུ་སྔར་ཡོད་ཀྱི་གནས་སྐབས་ལས་འཕོ་སྐྱུར་བྱུང་བ་ཟེར་འོ་དེ་འདྲ་ཅིག་གལ་སོང་ང་དེ་སྔར་ཡོད་ཀྱི་གནས་སྐབས་ཟེར་ན་སྔར་ཁོ་རང་དངོས་པོ་གང་ཡང་རུང་བ་ཞིག་ཡོད་རེད་བ་དངོས་པོ་གང་ཡང་རུང་བ་ཞིག་ཁོ་རང་ལ། སྔར་ཡོད་ཀྱི་གནས་སྐབས་ལས་སྔར་ཁོ་རང་ག་འདྲའི་ཡོད་སོང་བ་ཡིན་ན་ཡང་ཁོ་རང་སྔར་ཡོད་ཀྱི་གནས་སྐབས་ཀྱི་ཡོད་རེད་བ། འོ་སྔར་ཡོད་ཀྱི་གནས་སྐབས་དེ་ལས་ཨ་ནི་འཕོ་འགྱུར་བྱུང་འཕོ་འགྱུར་བྱུང་ཟེར་དུས་འཕོ་བ་དང་འགྱུར་བ་རྣམ་པ་གཉིས་འདུ་བ། སྔར་ཡོད་ཀྱི་གནས་སྐབས་དེ་ལས་ཨ་ནི་གནས་སྐབས་གཞན་པ་ཅིག་ལ་ཕ་འཕོ་སོང་བ། གནས་སྐབས་གཞན་པ་ཅིག་ལ་ཕ་འགྱུར་སོང་བ་དེའི་དུས་འཕོ་འགྱུར་ཟེར། ད་གནས་སྐབས་གཞན་པ་ཅིག་ལ་འཕོ་ཟེར་ན་ང་ཚོ་ཧ་གོ་རེད་བ། ལྕགས་ལ་གཅིག་ནས་གཅིག་ལ་འཕོ་སོང་ཨ་ཟེར་གི་རོ། ང་ཚོ་འཇིག་རྟེན་འདི་ནས་བདེ་བ་ཅན་གྱི་ཞིང་ཁམས་དུ་འཕོའོ་ཟེར་ནས་འདི་ནས་འཕོ་བ་རྒྱབ་ཟེར་གི་རྡོ་འཕོ་རུ་ཟེར་ང་ཚོ་ལུང་པ་ལ་སོགས་པ་ད་སོ་སོ་གི་གནས་སྤོ་ཟེར་གི་ར་ཟླ་བ་གཅིག་ཤར་ཕྱོགས་ལ་དེ་ཟླ་བ་གཅིག་ཡང་ནུབ་ཕྱོགས་ལ་ཕར་སྤོ་འགྲོ་ཡ་ཡོད་ར་སྤོ་ནས་ནུབ་ཕྱོགས་ལ་ཕར་འཕོ་འགྲོ་ཡ་ཡོད་རེད་དེ་བྱེ་མའི་ལས་ཚིག་སྤོ། སྤོ་བའི་གི་བྱེ་མའི་ལས་ཚིག་ག་རེ་ཕོ་ཟེར་གི་རོ་བ། དེ་ནས་ཡང་ནུབ་ཕྱོགས་ནས་ཡང་བྱང་ཕྱོགས་ལ་ཕ་ཕོ་འགྲོ་ཡ་ཡོད་རོ་བ། འོ་དེ་འདྲས་ལ་ག་ལ་འོ་རེ་ཕོ་ཟེར་གོ་རེ་གཅིག་ནས་གཅིག་ཏུ་ཕ་ཕོ་ཟེར་དེ་དག་གོ། གོ་བ་ཕོ་གོ་དག་ནམ་རྒྱུན་ང་ཚོ་ཡོངས་གྲགས་ཐོག་ལ་བཤད་དེ་ཡ་དེ་ག་རང་ཕོ་ཟེར་ཡ་ཅིག་ཡོད་རོ་བ། ཨ་འགྱུར་ཟེར་ཡ་དེ་ནི་གཅིག་ནི་གནས་སྐབས་གཅིག་ནས་གནས་སྐབས་གཞན་པ་ཅིག་ལ་ཕ་འགྱུར་འགྲོ་ཡ་ཅིག་ལ་ཨ་ནི་འགྱུར་ཟེར་གི་རོ་དེ་ལ་ག་ལ་འོ་རེ་ཕོ་འགྱུར། གཅིག་ནས་གཅིག་ལ་ཕ་ཕོ་འགྲོ་ཡ། གཅིག་ནས་གཅིག་ལ་ཕ་འགྱུར་འགྲོ་ཡ་ཅིག་ལ་ག་རེ་ཕོ་འགྱུར། ད་དེ་ནང་ལ་ཕོ་འགྱུར་ཟེར་ཡ་དེ་མིང་རོ་བ། མིང་དེ་ཡང་ག་རེའི་བྱ་ཚིག་ལས་གྲུབ་པའི་མིང་བྱ་ཚིག་ག་རེ་གཉིས་བྱ་ཚིག་འཕོ་བ་དང་བྱ་ཚིག་འགྱུར་བ་གཉིས་འོ་དེ་འདྲའི་བྱ་ཚིག་གཉིས་ཀྱི་དབང་དུ་བཏང་ན་འཕོ་བ་དང་འགྱུར་བ་ཟེར་ནས་འོ་དེ་འདྲའི་གོ་བ་ལེན་ན་ཡང་འགྲིག་རེད་ཡང་དེ་ཁོ་རང་གཉིས། དཀྱིལ་མ་དེ་ལ་དེ་གཉིས་ཀྱི་ཕྲད་བརྒྱ་ནི་འཕོ་བར་འགྱུར་བ་ཟེར་ནས་འོ་དེ་འདྲས་ཞིག་བྱབ་ན་ཡང་འགྲིག་ད་དོན་དག་ག་རེ་ལབ་ན་འགྲིག་ད་ལས་དང་པོ་བ་གོ་བདེ་བའི་དབང་དུ་བྱ་ནི་འཕོ་བ་དང་འགྱུར་བ་ཟེར་ནས་བྱ་ཚིག་གཉིས་བཞག་ན་འགྲིག་རེད་སྔར་ཡོད་ཀྱི་གནས་སྐབས་དེ་ལས་གནས་སྐབས་གཞན་ཞིག་ལ་ཕ་འཕོ་བ་དང་སྔར་ཡོད་ཀྱི་གནས་སྐབས་དེ་ལས་གནས་སྐབས་གཞན་ཅིག་ལ་ཕ་འགྱུར་སོང་བ་ཅིག་ལ་ཨ་ནི་ག་ལ་གོ་རེ་ཕོ་འགྱུར། ད་དེ་ག་རེ་བྱུང་བ། འདི་ལྟ་བུའི་ཕོ་འགྱུར་དེ་བྱུང་དགོས་གི་ཡོད་རེད། འདི་ལྟ་བུའི་ཕོ་འགྱུར་དེ་ཨ་ནི་བྱུང་བ་དེ་ཡང་གོ་དགོས་ཡོད་རེད། ད་དེ་ལ་ག་རེ་ཡོད་ཟེར་ན་ངས་ད་ལྟ་ད་ལྟ་བ་བྲིས་ཤར། གོ་དོན་ནང་ལ་ད་ཚིག་མང་པོ་ཞོད་ཅིག་བྲིས་ཤར་ན་ཡང་མགོ་ཉོག་པོ་ཞིག་ཆགས་འགྲོ་གི་འདུག་དེ་མ་ཡིན་པ། འདི་ད་ལྟ་བ་བྲིས་ཤར་ཡིན་ན་ཡང་འདི་བྱུང་བ་ཟེར་དུས་ཕོ་འགྱུར་དེ་ད་ལྟ་བ། འབྱུང་བཞིན་པ་ཡིན་པའི་ངེས་པ་ཡོད་སྲིད་ན་ཡོད་མ་རེད་བ། འདི་ལྟ་བུའི་སྔར་ཡོད་ཀྱི་གནས་སྐབས་ལས་འཕོ་འགྱུར་འདི་ལ་ཡང་གསུམ་ཡོད་རེད་བ། འཕོ་འགྱུར་འབྱུང་བཞིན་པ། འཕོ་འགྱུར་བྱུང་ཟིན་པ། འཕོ་འགྱུར་འབྱུང་བར་འགྱུར་བ་ཟེར་ནས་རྣམ་པ་གསུམ་ཡོད་རེད་བ། འཕོ་འགྱུར་འདི་ལ་རྣམ་པ་གསུམ། འགྱུར་ལྡོག་འདི་ལ། འགྱུར་བ་འདི་ལ་རྣམ་པ་གསུམ་ལེགས་ཡོད་རེད་བ། འདིའི་མདུན་ས་ནི་འཕོ་འགྱུར་བྱུང་བའམ་འབྱུང་བཞིན་པའམ། མར། བྱུང་བའམ་འབྱུང་བཞིན་པའམ་འབྱུང་བར་འགྱུར་བ། འོ་དེ་འདྲ་ཞིག་དོན་དག་ལ་འདི་གསུམ་འདི་ནང་ལ་འདུས་བྱར་དང་འདི་བྱ་ཚིག་ད་ལྟ་བ་དང་ལ་ད་གསུམ་ཀ་བསྡུས་ཆོག་གོ་ང་ཚོ། དུས་གསུམ་པོ་གི་སྤྱི་ཡོངས་ལ་དུས་གསུམ་ཆ་ཚང་ལ། དེའི་མ་འོངས་ད་ལྟ་གསུམ་ཀ་ལ་ཁྱབ་པའི་གི་དབང་དུ་བཏང་ནས་བྱ་ཚིག་ཅིག་བེད་སྤྱོད་བཏང་དགོས་དུས་ང་ཚོ་ནམ་རྒྱུན་ནས་ད་ལྟ་བ་བེད་སྤྱོད་བཏང་ནས་ད་ལྟ་བ་དེ་བྲིས་བྱར་དང་དོན་དག་འདི་ནང་ལ། ད་ལྟ་བ་རང་ཡིན་པའི་ངེས་པ་ཡོད་མ་གཏོགས་འཕོ་འགྱུར་བྱུང་ཟིན་པ་དང་འཕོ་འགྱུར་འབྱུང་བཞིན་པ་དང་འཕོ་འགྱུར་འབྱུང་བར་འགྱུར་བ་གསུམ་ཀ་ཡོད། འོ་དེའི་འདུས་ད་དེའི་གར་ཆགས་སོང་སྔར་ཡོད་ཀྱི་གནས་སྐབས་ལས་འཕོ་འགྱུར་བྱུང་བ། དེའི་ཐོག་ནས་ད་ད་ལྟ་ཚིག་ཁོ་རང་གི་འབྲུ་སྣེ་ནས་འགྲེལ་བཤད་དེ་རེད་ད་ད་དེ་ཚིག་འབྲུ་སྣེ་ནས་འགྲེལ་བཤད་དེ་ཙམ་གྱིས་ཁོ་གསལ་པོ་ཆགས་ཀྱི་རེད་བས་ཟེར་ན་ད་དུང་ཆགས་ཀྱི་མི་འདུག་བ། འོ་རེད་ད་ཡ་དང་པོ་དེ་ཡིན་ད་དེ་ཚིག་འབྲུ་སྣེ་ནས་ད་དེའི་རྗེས་སུ་ག་རེ་འམ་གདམ་ག་ར་བ། རྣམ་འགྱུར་གཞན་ཞིག་འདོད་པ། ད། བྱ་བའི་གི་གོ་དོན་འདི་བྱ་བའི་ངོ་བོ་དེ། འདི་སྔ་མ་དེ་གི་དངོས་པོ་གང་ཡང་རུང་བ་ཞིག་ལ་སྔར་ཡོད་ཀྱི་གནས་སྐབས་ལས་འཕོ་འགྱུར་བྱུང་བ་ཟེར་ནས། འོ་དེ་གཅིག་པོ་བཞག་ན་འགྲིག་གི་ཡོད་རེད་འདི་གི་མ་འཐུས་པ་ཡོད་མ་རེད་མ་ཚང་བ་ཡོད་མ་རེད་ད་འདི་གི་ཆ་ཚང་འགྲིག་དེ་ཡོད་རེད་ཡིན་ན་ཡང་ང་རང་ཚོ་ལས་དང་པོ་བ་ལ་ཡང་གོ་བ་ཡག་པོ་ཅིག་སྟེར་བའི་གི་ཆེད་དུ་གོ་བ་ཡག་པོ་ཞིག་འཐོབ་བའི་གི་ཆེད་དུ་གོ་བ་གསར་དུ་འགྲོ་བའི་ཆེད་དུ་རྣམ་འགྱུར་གཞན་ཞིག་འདོད་པ་ཟེར་ནས་དེ་ཡང་དེར་བྲིས་ཤག་རེད་འདི་བྲིས་ན་ཡང་འགྲིག་གི་རེད་མ་བྲིས་ན་ཡང་འགྲིག་རེད་ཡིན་གཅིག་མིན་གཅིག་འདི་བྲི་དགོས་ཡོད་མ་རེད་ཡིན་ན་ཡང་རྣམ་འགྱུར་གཞན་ཞིག་འདོད་པ་ཟེར་དེ། བྲིས་བཞག་ན་ཡང་གོ་བ་དེ་དམིགས་བསལ་གསར་དུ་འགྲོ་དགོས་དོ། དངོས་པོ་གང་ཡང་རུང་བ་ཞིག་ལ་རྣམ་འགྱུར་གཞན་ཞིག་འདོད་པ། འདི་གཉིས་གདམ་ག་རུ་བའམ་སྒྲ་རྒྱབ་བྱ་ཡོད། དངོས་པོ་གང་ཡང་རུང་བ་ཞིག་ལ་སྔར་ཡོད་ཀྱི་གནས་སྐབས་ལས་འཕོ་འགྱུར་བྱུང་བ། འདི་བྱ་བ་གི་གོ་དོན། དངོས་པོ་གང་ཡང་རུང་བ་ཞིག་ལ་རྣམ་འགྱུར་གཞན་ཞིག་འདོད་པ། འདི་ཡང་བྱ་བ་གི་གོ་དོན། ཨོ་དེ་འདྲ་ཞིག་རྣམ་འགྱུར་གཞན་པ་ཞིག་འདོད་ཡོང་དུས། སྔར་ཡོད་ཀྱི་གནས་སྐབས་ལས་རེ་དང་དངོས་པོ་དང་ཅིག་ཆད་སོང་བ། དངོས་པོ་གང་ཡང་རུང་བ་ཞིག་ལ་སྔར་ཡོད་ཀྱི་གནས་སྐབས་ལས་རྣམ་འགྱུར་གཞན་ཞིག་འདོད་པ། དངོས་པོ་གང་ཡང་རུང་བ་ཞིག་ལ་སྔར་ཡོད་ཀྱི་གནས་སྐབས་ལས་འཕོ་འགྱུར་བྱུང་བ། ཨོ་དེ་གཉིས་ག་རེ་བཞག་ན་ཡང་ད་འགྲིག་གི་ཡོད། བྱ་བའི་གོ་དོན་ད་ལས་དང་པོ་བའི་དབང་དུ་བཏང་ནས་གོ་བ་དབང་བཙན་དུ་བྱས་ནས་གོ་བ་ཡག་པོ་ཅིག་གོང་ནས་གོང་དུ་འཕེལ་ཡག་གི་ཆེད་དུ་མ་སྐྱེས་པ་སྐྱེས་པ་དང་སྐྱེས་པ་གོང་ནས་གོང་དུ་འཕེལ་ཡག་གི་ཆེད་དུ་འདི་གདམ་ག་གཉིས་བཞག་བཞག་རོགས། ཡིན་ན་ཡང་ད་དོན་ངོ་མེད་ཀྱི་དབང་དུ་བཏང་ན་མཐའ་མེད་ཀྱི་མཐའ་དོན་བབས་ས་དེ་ལག་པ་འཇུག་དགོས་ཏེ་ག་རེ་ཟེར་ན་འདི་མ་ཡིན་པ་རྣམ་འགྱུར་གཞན་ཞིག་འདོད་པ་བསལ་ཏེ་མར་དང་འདི་གི་ཡང་ཏེས་ཅིག་ཏག་ཏག་ཅིག་དེ་གི་མར་ཡིན་དུས། བྱ་བའི་གི་གོ་དོན་ངོ་མ་དེ་གོ་བ་ངོ་མ་དེ་ངོ་ངོ་མ་དེ་ག་རེ་གི་ཐོག་ལ་འགྲོ་དགོས་རེད་ཟེར་ན་དངོས་པོ་གང་ཡང་རུང་བ་ཞིག་ལ་སྔར་ཡོད་ཀྱི་གནས་སྐབས་ལས་འཕོ་འགྱུར་བྱུང་བ་ཟེར་འདི་འཕོ་འགྱུར་ཟེར་ཡ་དེ་ལ་འཇུག་དགོས་རེད་ད། འདི་འཕོ་འགྱུར་ཟེར་ཡ་དེ་ལ་རྒྱུས་ན་དེ་བཏང་འཇུག་སྐབས་ཀྱི་བྱ་བ་ཡོད་ཚད་ཐམས་ཅད་ལ་ཁྱབ་ཐུབ་ཀྱི་རེད་བྱ་བ་ཡོད་ཚད་ཀྱི་ངོ་བོ་དེ་ཏག་ཏག་བསྟན་ཐུབ་ཀྱི་རེད་ཡང་རྣམ་འགྱུར་གཞན་ཞིག་འདོད་པ་ཟེར་ཡ་དེ་ཡང་དེ་ཅག་སྲིན་པོ་ཡོད་རེད་ད་ཅིག་གོ་གོ་བ་ཡག་པོ་ཡོད་ན་ད་ཁོ་གཉིས་གཅིག་པ་འདྲ་བོ་འགྲོ་གི་རེད་དེ་ཡིན་ན་ཡང་འདི་འདི་རགས་པ་ཆེ་གི་སོང་ཨ་རྣམ་འགྱུར་གཞན་ཞིག་འདོད་པ་ཟེར་དེ་དེ་ལ་ག་རེ་འདུག་རྣམ་འགྱུར་ཟེར་ཡ་ཅིག་སྦྱར་བྱས་འདུག་ཨ་འདི་ཡང་དེ་རགས་ཆེ་དྲགས་རགས་པ་རེད་འདི་འཕོ་འགྱུར་ཟེར་ཡ་དེ་ད། རྦད་ཁོ་རང། ཕྲ་བ་སྣང་ལ་ཕྲ་བས་ཕྲ་བ་སྣང་ལ་འགྲོ་ནས་དེར་ཤེས་བྱ་རོལ་བ་ནི་འདི་བཏང་འཇུག་སྐབས་ཀྱི་བྱ་བ་རགས་པ་དང་ཕྲ་བ་དང་ཤིན་ཏུ་ཕྲ་བ་ཕྲ་བས་ཕྲ་བ་ཆ་ཚང་ལ་ཡང་འདི་འཕོ་འགྱུར་ཟེར་ཡ་དེ་ཀས་ཁྱབ་ཐུབ་ཀྱི་རེད། ཡིན་ན་ཡང། རྣམ་འགྱུར་ཟེར་ཡ་དེ་ཀས་ཡང་བཏང་འཇུག་སྐབས་ཀྱི་བྱ་བ་ཕྲ་བ་ཕྲ་བ་ཕྲ་བ་ལ་སླེབས་ཡོང་དུས་དཔེ་ཞིབ་ཆ་ཆེ་རུ་ཆེ་རུ་ཕྲ་བ་ཕྲ་བ་ཕྲ་བ་སླེབས་ཡོང་དུས་ཤིན་ཏུ་ཕྲ་བ་དེ་ཚོ་ལ་ཡང་འདི་ཏིས་ཀྱི་རྣམ་འགྱུར་ཟེར་ཡ་དེ་དཀའ་ལས་ཁག་པོ་ཅིག་གོ་བ་ཡག་པོ་ཞེ་དྲག་མེད་ན་འདི་ཀས་ཏིས་ཅག་སྲིན་པོ་བྱེད་ཀྱི་རེད་བ་འདི་ཡིན་པ་སོང་ཙང། དོན་ངོ་མ་དེ། བྱ་བ་ཟེར་ཡས་དེ་ག་འདྲ་ཅིག་རེད་ཟེར་ན་དངོས་པོ་གང་ཡང་རུང་བ་ཞིག་ལ་སྔར་ཡོད་ཀྱི་གནས་སྐབས་ལས་འཕོ་འགྱུར་བྱུང་བ་ཞིག་རེད་དཱ། ཨ་བྱ་བ་ཁོ་རང་གི་ངོ་བོ་ངོ་མ་དེ་ཞོག་ཟེར་ན་འཕོ་འགྱུར་རེད་དཱ། དེང་དུས་དངོས་པོ་གང་ཡང་རུང་བ་ཞིག་ལ་འཕོ་འགྱུར་གྱི་ཡོད་ན། དངོས་པོ་གང་ཡང་རུང་བ་ཞིག་ཁོ་རང་གི་སྟེང་དུ་ཡོད་པའི་འཕོ་འགྱུར་གྱི་ཡོད་ར་འཕོ་འགྱུར་གྱི་འོ་དེ་ལ་ག་རེ་ལབ་དགོས་ར་ཟེར་ན་བྱ་བ་ལབ་དགོས་ར་དཱ་ཟེར་འཛུགས་བཙུགས་ན་དེ་འདྲ་རེད་བ། ད་འཕོ་འགྱུར་དེ་ཡོད་འཕོ་འགྱུར་དེ་ཡོད་ས་ནས་བཟུང་སྟེ་སྔར་ཡོད་ཀྱི་གནས་སྐབས་ཅིག་ཡོད་ཡོད་པ་རེད་བ། སྔར་ཡོད་ཀྱི་གནས་སྐབས་དེ་ལས་ཨཱ་ནི་གཞན་དུ་འཕོ་འགྱུར་བྱུང་གི་རེད་མ་གཏོགས་སྔར་ཡོད་ཀྱི་གནས་སྐབས་མེད་པ་ལ་འཕོ་འགྱུར་ཟེར་ཡག་གོ་ར་སྐད་ཆ་གོ་ར་ལེགས་ཀྱི་མ་རེད་བ་དོན་དུ་སྔར་ཡོད་ཀྱི་གནས་སྐབས་དེ་ལས་ཨཱ་ནི་གནས་སྐབས་གཞན་ཞིག་ལ་ཕ་འཕོ་བ་དང་འགྱུར་བ་ཡིན་པ་སོང་ཙང་ཨཱ་དེ་ལ་གར་གྱི་ནི་གོ་བ་ཡག་པོ་ལེན་ཡག་གི་ཆེད་དུ་ཚིག་དེ་ཡང་སྔར་ཡོད་ཀྱི་གནས་སྐབས་ཟེར་ཏེ་དེ་ལ་བཙུགས་བཞག་གོ་རྒྱུ་མཚན་དེ་རེད་ད་སྔར་ཡོད་ཀྱི་གནས་སྐབས་ལས་ཨཱ་ནི་འཕོ་འགྱུར་གྱི་ཡིན་ཚར་ནས་བཟུང་ནི་འཕོ་འགྱུར་དེ་བྱུང་གི་རེད་བ་འཕོ་འགྱུར་བྱུང་གི་རེད་མ་གཏོགས་དེ་འཕོ་འགྱུར་གོ་ར་མ་བྱུང་ན་དེ་འཕོ་འགྱུར་ཡང་ཆགས་ཀྱི་མ་རེད་བ་འོ་དེ་ཡིན་པ་སོང་ཙང་ད་དེ་འདྲ་ཅིག་གལ་སོང་ཨཱ་དེ་འཕོ་འགྱུར་ཟེར་ཡ་དེ་དང་དེ་རྣམ་འགྱུར་ཟེར་ཡ་གཉིས་དེ་འདི་གཉིས་ཀྱི་ཁྱད་པར་དེ། འདི་གཉིས་ཀྱི་གོ་བ་དེ་ཡང་ཕྲ་རགས་ཀྱི་ཁྱད་པར་ཡོད་པར་བརྟག་གོ་བ་ཟབ་མ་ཟབ་ཀྱི་ཁྱད་པར་འདི་འདུག་གོ་བ་ཟབ་གོ་ན་ཟབ་ཤོས་དེ་འཕོ་འགྱུར་དེ་བྱེད། ཨ་ནི་ད་ལས་དང་པོ་བ་རྣམས་ལ་འདི་གཉིས་ཀ་ཡང་མཉམ་དུ་བཤད་བཞག་ན་དེ་ནི་གཅིག་གིས་གསལ་པོ་མ་ཆགས་བ་དེ་གཅིག་གིས་གསལ་པོ་ཆགས་ཀྱི་རེད་བ་ལས་དང་པོ་བ་རྣམས་ལ་དང་པོ་རགས་པ་དེ་བཤད་བཞག་ན་དེ་རགས་པ་དེ་ལ་བརྟེན་ནས་དེ་ནི་རགས་པ་དེ་ལ་གོ་བ་ཡག་པོ་འཕོ་ཡོང་དུས་དེ་ནི་མ་ཕྲ་རུ་ཕྲ་རུ་ཕྲ་རུ་འགྲོ་ཡོང་དུས་དེ་གོ་བ་ཟབ་ཏུ་ཟབ་ཏུ་འགྲོ་གི་རེད་བ་འདིའི་འདུས་རྣམ་འགྱུར་གཞན་ཞིག་འདོད་པ་ཟེར་ཡ་དེ་ཡང་འདས་ལ་བཅུག་བཞག་རེད་ད། ད་དེ། བྱ་བ་གི་གོ་དོན་ངོ་བོ་མཚན་ཉིད་ཀྱི་ཚིག་ཁོ་རང་འདི་མ་འབྲི་ཞེས་ཞུས་ནས་ད་དེ་མ་མཚན་གཞི་གཅིག་ལ་བཀར་ནས། མ་ཞུས་པ་ཡིན་ན་ཏེ་འདི་གོ་བ་དེ་ཡག་པོ་ཅིག་ཕོག་ཐུག་གི་མ་རེད་བ། དཔེར་ན། ད་ནམ་རྒྱུན་ནས་མཚན་གཞི། ཅིག་ཞུས་པ་ཡིན་ན་དཔེར་ན་ངའི་ལག་པ་འདྲ་བོ་ཅིག་འདུག་བ་དེ་ལག་པ་ཅིག་དེ་ལག་པ་དེ་ག་རེད་ཟེར་ན་དངོས་པོ་གང་ཡང་རུང་བ་ཞིག། འདི་དངོས་པོ་གང་ཡང་རུང་བ་ཞིག་ལ་ཟེར་ར་བྱ་བ་དེ་ཡིན་ན་དངོས་པོ་གང་རུང་ཞིག་གི་སྟེང་དུ་ཡོད་དགོས་ར་བ་དངོས་པོ་གང་ཡང་རུང་བ་ཞིག་ལ་ཡོད་དགོས་ར་དངོས་པོ་གང་ཡང་རུང་བ་ཞིག་དེ་གར་བཞག་ངའི་ལག་པ་དེ་བཞག་ར་བ་ལག་པ་དེ

སྔར་ཡོད་ཀྱི་གནས་སྐབས་ལས་འཕོ་འགྱུར་བྱུང་དང་མ་བྱུང་ཟེར་ན། ད་སྔར་ཡོད་ཀྱི་གནས་སྐབས་ལས་འཕོ་འགྱུར་བྱུང་སྟེ་གི་དོ་ཨ། ད་དེ་འདྲི་ཅི་ལ་སླ་གོ་ད་སྔར་ཡོད་ཀྱི་གནས་སྐབས་ལས་འཕོ་འགྱུར་བྱུང་མ་བྱུང་ཟེར་ཏེ་ལས་སླ་བོ་རེད་ད་ལས་སླ་བོ་བེད་ཁོ་རང་ཟབ་ཅིང་རྒྱ་ཆེ་བ་སྟོང་ཉིད་འདྲ་བོ་བཤད་དེ་གི་ཡོད་མ་རེད་བ་ང་རང་ཚང་མ་གི་ཧ་གོ་ཨེ། ད་གོ་བརྡ་འཕྲོད་མ་འཕྲོད་དང་ར་སྤྲོད་སྟངས་དེ་ཡག་པོ་རེད་མ་རེད་རེད་བ་དེ་ལ་དེ། ངའི་ལག་པ་དངོས་པོ་གང་ཡང་རུང་བ་ཞིག་ངའི་ལག་པ་དེ་རེད་བ་དེ། སྔར་ཡོད་ཀྱི་གནས་སྐབས་ལས་འཕོ་འགྱུར་བྱུང་གི་དོ་ཨ་དེ་ལ་འཕོ་འགྱུར་སྔར་ཡོད་ཀྱི་གནས་སྐབས་དེ་འདྲས་ཀྱི་དོ་ཨ། ད་དེ་འདྲས་ཀྱི་དུས་འཕོ་སོང་ཨ། སྔར་ཡོད་ཀྱི་གནས་སྐབས་དེ་ལས་གནས་སྐབས་གཞན་པ་གཅིག་ལ་ཕོག་དྲུག་ཡོད་དང་ཕོག་དྲུག་གི་མདོ་དེ་ཨིནྡྲའི་གནས་སྐབས་དེ་འདྲའི་ཆགས་སོ་བ་དང་ངའི་ལག་པ་གི། འདི་འདི་ད་ཀྱི་གོང་དུ་ཞུས་པ་ནང་བཞིན་འཕོ་འགྱུར་དང་རྣམ་འགྱུར་གཉིས་ལ། ཕྲ་རགས་ཀྱི་ཁྱད་པར་ཡོད་རེད་ལས་དང་པོ་བ་ལ་རྣམ་འགྱུར་ཟེར་ཡས་དེ་སྔོན་དུ་འགྲོ་ན་ཡག་པོ་ཡོད་རེད་ཟེར་དེ་ངའི་ལག་པ་དེ་གི་རྣམ་འགྱུར་ལྟ་དང། ངའི་ལག་པ་གི་རྣམ་འགྱུར་དང་ད་ལྟ་རྣམ་འགྱུར་དེ་འདྲའི་གཅིག་འདུག་ཨ་ཨེ་འདྲའི་གཅིག་འདུག་ལག་པ་དེ་ལ་རྣམ་འགྱུར་གཞན་པ་གཅིག་དོད་ཡོང་གི་འདུག་ཨ་ཡ་དེ་འདྲའི་གཅིག་འདུག་རྣམ་འགྱུར་གཞན་པ་གཅིག་དོད་ཡོང་གི་འདུག་དེ་དུས་རྣམ་འགྱུར་གཞན་ཞིག་དོད་པ་ཏག་ཏག་གོ་ར། དངོས་པོ་གང་ཡང་རུང་བ་ངའི་ལག་པ་དེ་ལ་སྔར་ཡོད་ཀྱི་གནས་སྐབས་ལས་རྣམ་འགྱུར་གཞན་པ་གཅིག་དོད་ཡོང་གི་འདུག་ཨ། ཨོ། དེ་ག་ནང་བཞིན་ངའི་ལག་པ་འདི་ལ་སྔར་ཡོད་ཀྱི་གནས་སྐབས་ལས་འཕོ་འགྱུར་བྱས་བྱུང། སྔར་ཡོད་ཀྱི་གནས་སྐབས་དེ་ལས་དེ་འདྲའི་ཅི་འདུག། གནས་སྐབས་གཞན་པ་ཅིག་ལ་འཕོ་འགྲོ་གི་འདུག་ཨ་གནས་སྐབས་གཞན་པ་ཅིག་ལ་འགྱུར་འགྲོ་གི་འདུག་ཨ་ཁོ་རང་གི་འོ་འདུག་བཞིན་དེ་ལ་འཕོ་འགྱུར་བྱུང་ཟེར་གི་རེད་ད། ད་དེ་ངའི་ལག་པ་གི་སྟེང་དུ་ག་རེ་བྱུང་གི་འདུག་སྔར་ཡོད་ཀྱི་གནས་སྐབས་ལས་འཕོ་འགྱུར་གཞན་པ་ཅིག་བྱུང་གི་འདུག་ཨ་འཕོ་འགྱུར་ཅིག་བྱུང་གི་འདུག་ཨ་དེ་ག་ནང་བཞིན་སྔར་ཡོད་ཀྱི་གནས་སྐབས་ལས་རྣམ་འགྱུར་གཞན་པ་ཅིག་དོད་ཡོང་གི་འདུག་ཨ། ངའི་ལག་པ་དེ་གའི་སྟེང་དུ་ངའི་ལག་པ་དེ་ལ། ཨོ་དེ་ལྟ་བུའི་འཕོ་འགྱུར་ཅིག་འདུག་ཨ་འདིའི་འཕོ་འགྱུར་དེ་ལ་དེ་ནི་ག་རེ་ལབ་དགོས་རེད་ཟེར་ན། བྱ་བ་ཟེར་བར་ད་གཏང་རྒྱུའི་སྐབས་སུ་བྱ་བ། ཨོ་དེ་ལྟ་བུའི་གའི་འཕོ་འགྱུར་དེ་མཚོན་བྱེད་ལ་དེ་ནི་གཏང་རྒྱུའི་སྐབས་སུ་ག་རེ་ལབ་དགོས་ཟེར་ན། བྱ་ཚིག། ཨོ་དེ་ལྟ་བུའི་འཕོ་འགྱུར་དེ་བརྗོད་བྱེད་ལ་ག་རེ་ལབ་དགོས་ཟེར་ན་གཏང་རྒྱུའི་སྐབས་སུ། བྱ་ཚིག། ཨོ་འཕོ་འགྱུར་དེ་སྟོན་བྱེད་ལ་དེ་ནི་གཏང་རྒྱུའི་སྐབས་སུ་བྱ་ཚིག་ཟེར་དགོས་རོ། དེ་ལྟར་ལས་སླ་པོ་འདུག་ཨ་དེ་ཡིན་དུས་ད་དེ་ལྟ་བུའི་གའི་འཕོ་འགྱུར། ད་ལྟ་དེ་འདྲའི་ཆེའི་འཕོ་འགྱུར་ཅིག་འདུག་ཨ། དེ་སྔར་ཡོད་ཀྱི་གནད་འགག་ལས་འཕོ་འགྱུར་བྱུང་བ། དེ་འཕོ་འགྱུར་དེ། ངའི་ལག་པ་ཡི་སྟེང་དུ་ཡོད་རེད་ལག་པ་དེ་ག་རང་ཡང་འཕོ་འགྱུར་རེད་ཟེར་ཡ་ཡོད་མ་རེད་ད། ལག་པ་གི་སྟེང་དུ་ཡོད་རེད་ལག་པ་ལ་ཡོད་རེད་ལག་པ་ལ་ཡོད་རེད་མ་གཏོགས་ལག་པ་ཁོ་རང་འཕོ་འགྱུར་རེད་ཟེར་ཡ་ཡོད་མ་རེད་ད། ལག་པ་ཁོ་རང་བྱ་བ་རེད་ཟེར་ཡ་ཡོད་མ་རེད་དེ་འགྲིག་གི་མ་རེད་བ། དེ་དུས་ལག་པ་གི་གང་ལ་ལག་པ་གི་སྟེང་དུ་དེ་ནི་འཕོ་འགྱུར་དེ་བྱུང་གི་འདུག་བ། དེ་དུས་ད། སྔར་ཡོད་ཀྱི་གནས་སྐབས་དེ་འདྲས་ཅིག་ཡོད་པ་ལས་དེ་ནི་འཕོ་འགྱུར་དེ་འདྲས་ཅིག་བྱུང་ཡོང་དུས། གནས་སྐབས་གཞན་ཅིག་ལ་འཕོ་གནས་སྐབས་གཞན་ཅིག་ལ་འགྱུར་འགྲོ་དུས་དེ་ནི་དེ། བྱ་བ་ཅིག་དུ་བ་དེ་འཕོ་འགྱུར་ཅིག་དུ་བ་དེ་འཕོ་འགྱུར་དེ་མི་གཞན་པ་ཅིག་ལ་བརྡ་སྤྲོད་དགོས་རུང་བ་མི་གཞན་པ་ཅིག་ལ་སྟོན་དགོས་རུང་བ་མི་གཞན་པ་ཅིག་ལ་བརྗོད་དགོས་རུང་བ་བརྗོད་དགོས་དུས་དེ་ནི་དེ་ལ་བྱ་ཚིག་ཅིག་གླེང་དགོས་རུང་བ་བྱ་ཚིག་དེ་གླེང་ཡོང་དུས་དེ་ནི་དེ་ངའི་ལག་པ་དེ། འཕོ་འགྱུར་དེ་འདྲའི་ཅིག་ཡིན་དུས་དེ་འདིའི་བྱ་ཚིག་དེ་འདི་བྱ་བ་དེ་སྟོན་ཡག་གི་ཆེད་དུ་འཕོ་འགྱུར་དེ་སྟོན་ཡག་གི་ཆེད་དུ་དེ་ནི་ག་རེ་གླེང་དགོས་རེད་ཟེར་ན་བྱ་ཚིག་ང་རང་ཚོ

ཨང། བྱ་བ་གི་གོ་དོན་ཏག་ཏག་ལྡན་འགོར་བ་དེ་སྐུམ་ཟེར་ཡ། སྐུམ། སྐུམ་པ་དེ་ལ་ལྡན་འགོར་བ་དེ་འདུག་དངོས་པོ་གང་ཡང་རུང་བ་ཞིག་ལ་སྔར་ཡོད་ཀྱི་གནས་སྐབས་ལས་འཕོ་འགྱུར་བྱུང་བ། འཕོ་འགྱུར་གར་བྱུང་འདུག་ཨིན་དྲའི་ཆེད་དུ་འཕོ་འགྱུར་ཏག་ཏག་བྱུང་གི་འདུག་བ། དེ་ལ་སྐུམ་ཟེར། དེའི་འཕོ་འགྱུར་དེ་ལ་སྐུམ་ཟེར་ནས་ནི་མི་གཞན་ལ། འོ་ཁོས་ལག་པ་སྐུམ་སོང་ཟེར་ནས་བརྡ་སྤྲོད་འགོར་བ། དེ་ནི་ཡང་དེ་འདྲའི་ཆེད་དུ་ཡང་འཕོ་འགྱུར་གཞན་པ་ཞིག་ཐོན་སོང་བ། སྔར་ཡོད་ཀྱི་གནས་སྐབས་དེ་བཞག་ནས་དངོས་པོ་གང་ཡང་རུང་བ་ཞིག་ལ་སྔར་ཡོད་ཀྱི་གནས་སྐབས་དེ་འདྲ་ཞིག་བཞག་ནས། ཡང་དེ་ལས་ཨིན་དྲའི་སྒྲ་འོ་བྱས་བཞག་ན། ཡང་འཕོ་འགྱུར་ཅིག་བྱུང་ཡོང་གི་འདུག་བ། གནས་སྐབས་གཞན་ཞིག་ལ་ཕོག་འགྲོ་དགོས་དང་གནས་སྐབས་གཞན་ཞིག་ལ་རྒྱུ་འགྲོ་དགོས་དོ། དེ་འདྲའི་བྱེད་ཡོང་དུས་དེ་ནི་ཡང་འདི། ངའི་ལག་པའི་སྟེང་དུ་ཡོད་པའི་གི་འཕོ་འགྱུར་གསར་བ་དེ་ལ་འཕོ་འགྱུར་གཞན་པ་དེ་ལ་བསྟུན་ཡག་གི་ཆེད་དུ་དེ་ནི་ང་རང་ཚོ་གི་ཡང་བྱ་ཚིག་གཅིག་བེད་སྤྱོད་བཏང་དགོས་རོ། བྱ་ཚིག་གཅིག་བེད་སྤྱོད་བཏང་ཡོང་དུས་དེ་ནི་བརྐྱངས། འོ་དེ་ལག་པ་བརྐྱངས། འོ་དེ་ནི། ད་སྔར་ཡོད་ཀྱི་གནས་སྐབས་དེ་འདྲའི་ཡོད་པ་ལས་འཕོ་འགྱུར་དེ་འདྲའི་ཞིག་བྱུང་སོང་བ་ཡིན་ན་འདི་ལ་བསྐུམས། ཨ་ནི་འཕོ་འགྱུར་ཡང་འི་འདྲའི་ཞིག་འི་འདྲའི་ཞིག་ཆགས་སོང་བ་ཡིན་ན་ཡང་འདི་འཕོ་འགྱུར་དེ་ལ་ག་ལ་དགོས་རེད་བརྐྱངས། འཕོ་འགྱུར་དེ་སྟོན་ཡག་གི་ཆེད་དུ་བྲག་ཁར་བུ་ཆུ་དང་གོ་རེ་རྐྱང་ཟེར་ཏེ་བུ་ཆུ་བཏང་བར་དེའི་དུས་ལག་པ། ཁོས་ལག་པ་བསྐུམ་སོང་ཟེར་ད་ཁོས་ལག་པ་བརྐྱངས་སོང་ཟེར་ད་དེ་ལ་ངས་ད་ལྟ། གཉིས་ཀ་ཡང་འདས་ཚིག་བྲིས་བཞག་ཡོད་རེད་བ། ད་དེ་དུས་གསུམ་པོ་དེ་ག་འདྲས་ཀྱི་བྲིས་དགོས་རེད་ཟེར་ན་སྔར་ཡོད་ཀྱི་གནས་སྐབས་ལས་འཕོ་འགྱུར་དེ་བྱུང་བཞིན་པ་ཡིན་ན་དེ་ད་ལྟ་བ་བྲིས་དགོས་ར་བསྐུམ་བཞིན་པ། འདི། སྔོན་འཇུག་དང་ཡང་འཇུག་མེད་སྐྱོ་དེ། ཁོས་ལག་པ་བསྐུམ་བཞིན་པ་རེད་དེ་དེ་འདྲས་ཀྱི་ནི་འཕོ་འགྱུར་ད་ལྟ་བྱུང་བཞིན་པ་རེད་དོ་བ་དེ་ལ་བསྐུམ་བཞིན་པ། དེ་འདི་ནི་འཕོ་འགྱུར་བྱུང་ཟིན་པ་རེད་བ་དེ་འདི་བསྐུམ་ཟིན་པ། ཨ་ནི་དེ་འདྲའི་ཅིག་ནི་ཡོད་པ་ཡིན་ན་དེ་འཕོ་འགྱུར་འབྱུང་འགྱུར་བ་ད་ལྟ་དེའི་བ་སོང་ཙང་ཀུན། དེའི་དུས། དུས་གསུམ་པོ་དེ། དེ་ནི་དེ་ལྟ་བུའི་གི་འཕོ་འགྱུར་དེ་འབྱུང་བར་བསྐུལ་བ་ཡིན་ན་དེ་སྐུམ་ཞིག། འོ་དུ་ཞེས་ནི། ད་དེ་དུས་གསུམ་སྐུལ་ཚིག་དང་བཅས་པ་དེ་བྱུང་ཚུལ་དེ་འདྲའི་རོ། འཕོ་འགྱུར་བྱུང་ཟིན་པ་ཡིན་ན་སྐུམ་ལ་གོ་རེ་འཕོ་འགྱུར་འབྱུང་བཞིན་པ་ཡིན་ན་སྐུམ་ལ་གོ་རེ། འཕོ་འགྱུར་འབྱུང་རྒྱུ་ཡིན་ན་བའོ་ས་ག་ད་ཀ་ཤམ་ཆུ་བསྐུམ་མ་བསྐུམ་ཟེར་མ་འོངས་པ་དྲི་གོ་རེད་ཨ་འཕོ་འགྱུར་དེ་འབྱུང་བའི་ཆེད་དུ་བསྐུལ་བ་ཡིན་ན་བསྐུམ་ཟེར་ནས་དྲི་གོ་རོ། དེ་ག་ནང་བཞིན་བྱས་ནས་ལག་པ་ཕ་ཨིན་དེ་བྱས་པའི་གི་འཕོ་འགྱུར་དེ་ཨ་ནི་འབྱུང་ཟིན་པ་ཡིན་ན་བསྐྱང་ཟིན་ལབ་འབྱུང་རྒྱུ་ཡིན་ན་ཨ་ནི་ལག་པ་བསྐྱོང་ལབ། དེ་ནི་འབྱུང་འཕོ་འགྱུར་དེ་འབྱུང་རྒྱུ་ཡིན་ན་བསྐྱང། དེ་ནི་འཕོ་འགྱུར་དེ་འབྱུང་ཟིན་པ་ཡིན་ན། སྐྱོངས་ཤིག། འོ་འདུག་བྱས་ནས། འོ་ད་དེའི་ཐོག་ནས། དངོས་པོ་གང་ཡང་རུང་བ་བཞི་ལ་སྔར་ཡོད་ཀྱི་གནས་སྐབས་ལས་འཕོ་འགྱུར་བྱུང་བ་ཟེར་ཏེ། ཏག་ཏག་ཅིག་གོ། གོ་བརྡ་འཕྲོད་ཐུབ་དགོས་འདུག་བ་དེ་འཕོ་འགྱུར་བྱུང་འདུག་བ། དེ་ག་ནང་བཞིན་བྱས་ནས་དངོས་པོ་གང་ཡང་རུང་བ་བཞི་ལ་སྔར་ཡོད་ཀྱི་གནས་སྐབས་ལས་རྣམ་འགྱུར་གཞན་ཞིག་དོད་པ། ཏག་ཏག་གོ། རྣམ་འགྱུར་དོད་ཡོང་དུ་བ་རྣམ་འགྱུར་གཞན་པ་ཅིག་དོད་ཡོང་དུ་བ། འོ་དེ་འདྲའི་ཅིག་གི་ཐོག་ནས་ཨ་འདིས་བྱ་ཚིག་གི་གོ་བ་དེ། མཚན་གཞི་དེ་འདྲའི་ཅིག་གི་ཐོག་ནས་ད་བྱ་ཚིག་ག་རེ། བྱ་བ་ག་རེ་བསྐུམས་པ་དང་བསྐྱངས་པ་གཉིས་ཀྱི་ཐོག་ནས་ད་བྱ་བ་དེ་གི་གོ་དོན་དེ་ངོ་བོ་དེ་དང་པོ་མཚན་གཞི་དེའི་ཐོག་ནས་ངོ་སྤྲོད་ཞུས་པར་ད། འོ། ད་དེ་འདྲའི་ཅིག་ད་ལྟ་མཚན་གཞི་དང་པོ་དེ་ཨ་ནི། བྱ་བ་ག་རེ་བསྐུམས་པ་དང་བསྐྱངས་པ་གཉིས་ཀྱི་ཐོག་ནས་བྱ་བའི་གོ་དོན་དེ། ཞུས་ཡོད་རེད་བ། ཨ་དེ་མ་ཡིན་པ་ཡང་ང་རང་ཚོ་གི་ད་ཁྱེད་རྣམ་པ་གི་ལས་དང་པོ་བ། གཞི་ཆག་བྱས་ནས་ཞུས་འདུག་མཐོང་ཡ་ཡི་རྒྱོ་བྱས་ན་ཡག་པོ་འདུག་དཔེར་ན་ད་ད་ལྟ་ལག་པ་ཆ་ཚང་ཅིག་བཤུས་རོགས་བ་ད་ངའི་རྫུ་གུ་ང་གཅིག་པོ་གཅིག་གི་དབང་དུ་བཏང་ན། སྔར་ཡོད་ཀྱི་དངོས་པོ་གང་ཡང་རུང་བ་ཞིག་ག་རེ་རྫུ་གུ་ལྔ་པོ་དེ་བྱས་ལག་པ་གི་སྟེང་དུ་ཡོད་པའི་རྫུ་གུ་ལྔ་པོ་དེ་དངོས་པོ་གང་ཡང་རུང་བ་ཞིག་བཞག་ནས། ད་རྫུ་གུ་ལྔ་པོ་དེ་ལ། ནི། འཕོ་འགྱུར་ཞིག་བྱུང་རོགས་བ་སྔར་ཡོད་ཀྱི་གནས་སྐབས་ཟེར་དུས་སྔར་ཡོད་ཀྱི་གནས་སྐབས་དེ་ག་འདྲས་རེད་ཟེར་ན་འི་འདྲས་ཅིག་འདུག་བ་རྫུ་གུ་ལྔ་པོ་དེ་ད་ལྟ་འདི་འདྲས་ཅིག་འདུག་སྔར་ཡོད་ཀྱི་གནས་སྐབས་མཐོང་ཐུབ་ཀྱི་འདུག་བ། དེ་ལས་འཕོ་འགྱུར་བྱུང་བའང་ད་རྫུ་གུ་ལྔ་པོ་དེ་དེ་འདྲས་བྱས་ན་ད་ཁོ་འཕོ་འགྱུར་བྱུང་ཡོང་གི་འདུག་བ་འགྱུར་བ་འགྲོ་གི་འདུག་བ། གནས་སྐབས་གཞན་ཞིག་ལ་ཕོག་འགྲོ་དགོས་འདུག་བ། འི་འདྲའི་ཡོད་པ་འདི་གནས་སྐབས་གཞན་ཞིག་ལ་ཕོག་འགྲོ་དགོས་རེད་གནས་སྐབས་གཞན་ཞིག་ལ་བསྒྱུར་འགྲོ་དགོས་འདུག་བ། དེ་དེ་འདྲའི་ཆགས་སོང་རེད་ད་ཀྱི་དེ་འདྲའི་ཡོད་པ་འདི་ད་ལྟ་དེ་འདྲའི་ཆགས་སོང་བ། ད་དེ་ལྟ་བུ་འདི་དངོས་པོ་གང་ཡང་རུང་བ་ཞིག་ལ་སྔར་ཡོད་ཀྱི་གནས་སྐབས་ལས་འཕོ་འགྱུར་བྱུང་བ་ཆགས་སོང་བ། འཕོ་འགྱུར་བྱུང་བ་ཡིན་དུས་དེ་བཏང་འཇུག་སྐབས་ཀྱི་བྱ་བ་ཆགས་དེ་རོ། དེ་བྱ་བ་དེ་གཞན་ལ་བརྡ་སྤྲོད་དགོས་དུས། གཞན་ལ་སྟོན་དགོས་དུས་དེ་བྱ་ཚིག་ཅེས་བེད་སྤྱོད་བཏང་དགོས་རོ། དེ་ཡིན་དུས་ད་དེ་འདྲའི་ཕྱིན་དུས་སྔར་ཡོད་ཀྱི་གནས་སྐབས་ལས་འཕོ་འགྱུར་དེ་འདྲའི་བྱུང་བའི་འཕོ་འགྱུར་དེ་ལ། དེ་བྱ་ཚིག་ག་རེ་བེད་སྤྱོད་བཏང་དགོས་ཟེར་ན་དེ་རྫུ་བོ་ལྔ་པོ་ཚུལ་འདུས་པ།

རྒྱས་པ་ཟེར་ནས་འོ་དོ་བྱས་ནས། ད་འདི་ག་རེད། འདུས་པ་ཟེར་ཡ་དེ་ཡང་བྱ་ཚིག་རེད་རྒྱས་པ་ཟེར་ཡ་དེ་ཡང་བྱ་ཚིག་རེད་ད་འདི་པ་དེ་མེད་ན་ཡང་འགྲིག་གི་རེད། དེ་འདུས་འདུས་ཟེར་བ་དང་རྒྱས་ཟེར་བ་དེ་གཉིས་ཡང་བྱ་ཚིག་ཆགས་ཏེ་ཡོད་རོགས་བྱ་ཚིག་གི་ག་རེ་བསྟེན་དགོས་རེད་བྱ་བ་བསྟེན་དགོས་རོགས། བྱ་བ་བསྟེན་དགོས་ན་ག་རེ་བསྟེན་དགོས་རེད་དངོས་པོ་གང་ཡང་རུང་བ་ཞིག་ལ་སྔར་ཡོད་ཀྱི་གནས་སྐབས་ལས་འཕོ་འགྱུར་བྱུང་བ་ཞིག་བསྟེན་དགོས་རོགས། འཕོ་འགྱུར་ག་རེ་བྱུང་སྟེ་ཡོད་རེད་ཟེར་ན་ད་ལྟ་ག་རེད། ད་ལག་པས་ཀྱི་མཛུབ་མོ་རེད་ད་ད་ཀྱི་འདུས་པ་དང་རྒྱས་པ་དེ་དངོས་པོ་གང་ཡང་རུང་བ་ཞིག་ལ། སྦྱར་ཡོང་དུས་དངོས་པོ་དེ་ཡིན་ན་ཡིན་གཅིག་མིན་གཅིག་ལག་པ་དང་མཛུབ་མོ་ཡིན་དགོས་ཡི་ངེས་པ་ཡོད་མ་རེད་བ། ཡིན་ན་ད་ལྟ་སྐབས་སུ་བབ་པ་དངོས་པོ་གང་ཡང་རུང་བ་ཞིག་དེ་ག་རེད་ལག་པའི་མཛུབ་གུ་ལྔ་པོ་དེ་རེད་བ། མཛུབ་གུ་ལྔ་པོ་དེ་ལ་ཨ་ནི་སྔར་ཡོད་ཀྱི་གནས་སྐབས་དེ་འདྲས་ཡོད་པ་ལ་ཨ་ནི་འཕོ་འགྱུར་བྱུང་ནས་གནས་སྐབས་གཞན་དུ་འཕོ་ནས་གནས་སྐབས་གཞན་དུ་འགྱུར་ནས་ཨི་འདྲས་ཆགས་ཡོང་དུས་འདི་ལ་ག་རེ་ལག་པ་རེད་འདུས་པཱས་ལག་པ་རེད། ཡང་ཕ་ཨི་འདྲས་ཅིག་ནས་འཕོ་ནས་ཕ་ཨི་འདྲས་འགྱུར་འགྲོ་དུས་འདི་ལ་ག་རེ་ལག་པ་རེད་རྒྱས་པཱས། དེ་འདུས་འདུས་པཱ་དང་རྒྱས་པཱས་ཟེར་ནས། ཨོ་དེ་ནི་འཕོ་འགྱུར་ཟེར་ཡ་དེ་དེ་འདྲའི་བྱས་ནས། ཁེན་ཐུབ་པ་བྱས་ནས། ཨ་ནི་དེ་ག་ནང་བཞིན་ད་ལག་པ་ལག་པ་དེ་ག་རང་གི་ཐོག་ནས་བསམ་བལྟ་ན་ཨ་ནི་ང་ཚོ་ཡང་ད་ལྟ་ལག་པ་དེ་འདྲའི་ཡོད་པ་ལ་ཨི་འདྲའི་འདྲ་བོ་བྱས་ན་དེ་འཕོ་འགྱུར་བྱས་བྱུང་ཟེར་བ་ཡང་དེ་ལ། ལག་པ་དེའི་མཛུབ་མོ་ལྔ་པོ་དེ་སྔར་ཡོད་ཀྱི་གནས་སྐབས་ལས་ཡང་འཕོ་འགྱུར་བྱས་བྱུང་ཟེར། ཨི་འདྲའི་བྱས་དུས་ཡང་སེ་གོལ་གཏོགས་ཟེར་གི་ར་བ་དེ་བྱ་བ་ཅི་ལས་སོང་ར་ད་བཏང་འཇུག་སྐབས་ཀྱི་བྱ་བ་ཅི་ལས་སོང་རེད་དེ་ལ་ག་ལ་གོ་རེད་ཨ་ནི་ཡང་སེ་གོལ་གཏོགས། ཨོ་དོ་བྱས་ནས་སེ་གོལ་གཏོགས་པ་ཟེར་ནས། ཡིན། ཡང་ལག་པ། ལག་པ་གཉིས་པོ་དེ་ཨིན་དྲ་གྱི་ཡུལ་ད་ལྟ་དངོས་པོ་གང་ཡང་རུང་བ་ཞིག་དེ་ག་རེད་ལག་པ་གཉིས་པོ་དེ་བཞག་ནས་སྔར་ཡོད་ཀྱི་གནས་སྐབས་དེ་དེ་འདྲའི་འདྲ་བོ་བཞག་རྗེས། དེ་ལས་འཕོ་འགྱུར་བྱུང་ཡོད་འདུག་ཨིན་དྲའི་རྗེས་ན་ཡང་འཕོ་འགྱུར་གྱིས་བྱུང་སོང་ཨ། གནས་སྐབས་གཞན་ཞིག་ལ་ཕོག་འགྲོ་གི་རེད་གནས་སྐབས་གཞན་ཞིག་སྔོན་མ་དེ་འདྲས་ཡོད་འདུག་ཨ། སྔར་ཡོད་ཀྱི་གནས་སྐབས་དེ་ག་འདྲས་དེ་འདྲས་ཀྱི་འདུག་ཨ་ལག་པ་གཉིས་སོ་སོ་སོ་སོ་འདུག་ཨ། དེ་ནས་འཕོ་འགྱུར་བྱུང་ནས།

སྔར་ཡོད་ཀྱི་གནས་སྐབས་དེ་དེ་འདྲས་ཅིག་ཏུའོ། སྔར་ཡོད་ཀྱི་གནས་སྐབས་དེ་འདྲས་ཅིག་ཆགས་དེ་ཡོད་རོ། ད་དེ་ལས་ཡང་དེ་འདྲའི་གྲོགས་བྱས་བཞག་ན་ཡང་འཕོ་འགྱུར་ཅིག་འབྱུང་སོ། སྔར་ཡོད་ཀྱི་གནས་སྐབས་དེ་ལས་ཡོད་པ་ལས་ཡང་གནས་སྐབས་གཞན་པ་ཅིག་ལ་འཕོ་འགྲོ་གི་རེད། གནས་སྐབས་གཞན་པ་ཅིག་ལ་འཕོ་འགྲོ་དེ་དེ་འདྲས་ཅིག་ཡིན་དུས་ཨ་ནི་གར་ལགས་པ་རེད། ལག་པ་གཉིས་པོ་དེ་དར་བ། གིན་སོ། ཨི་འདྲས་དེའི་འཕོ་འགྱུར་དེ་ལ་གར་ལགས་པ་རེད་བཏང་འཇུག་སྐབས་ཀྱི་བྱ་བ་རེད་ད་དེའི་འཕོ་འགྱུར་དེ་བཏང་འཇུག་སྐབས་ཀྱི་བྱ་བ་རེད། དེའི་བྱ་བ་ཅིག་ཏུའོ་ད་འཕོ་འགྱུར་མཐོང་གི་ཏུའོ།

དར་བ་སི་ཡང་ན་དར་ག་རེ་བྲིས་ན་འགྲིག་རེད་ས་དེ། མིང་མིང་མཐའ་ཡོད་པ་དང་མིང་མཐའ་མེད་པ་ལག་པ་གཉིས་པོ་དེ་དར་བ་ཟེར་རོ་བ་ད་ཡང་ད་འཕོ་འགྱུར་བྱུང་གི་རེད་ད་རིམ་པ་བཞིན་དུ་དེ་འདུག་དངོས་པོ་གང་ཡང་རུང་བ་ཞིག་ག་རེད་ལག་པ་གཉིས་པོ་དེ་རེད་བ་ལག་པ་གཉིས་པོ་དེ་ལ་སྔར་ཡོད་ཀྱི་གནས་སྐབས་ད་ད་འདི་འདྲ་ཅིག་ཡོད་རེད་བ་སྔར་ཡོད་ཀྱི་གནས་སྐབས་དེ་འདྲ་ཡོད་པ་ལས་ཡང་གནས་སྐབས་གཞན་ཞིག་ལ་འཕོ་གནས་སྐབས་གཞན་ཞིག་ལ་བསྒྱུར་ནས་ཡང་ཨི་འདྲ་བྱས་ནས་ཨི་འདྲ་བྱས་ན་ཨི་འདྲ་མ་ཡིན་པ་བྱས་ཨི་འདྲ་བྱས་ན། སྔར་གྱི་གནས་སྐབས་དེ་འདྲའི་བྱ་བ་དེ་ལས། གནས་སྐབས་གཞན་ཞིག་ལ་འཕོ་འགྲོ་དགོས་དང་གནས་སྐབས་གཞན་ཞིག་ལ་འགྱུར་འགྲོ་དགོས་དང་དེ་འདྲའི་བྱས་ཡོང་དུས། དེ་ནི་ག་རེ་ལགས་པར་ཟེར་ན་ཡང་དེའི་གནས་སྐབས་འཕོ་འགྱུར་གཞན་པ་ཅིག་བྱུང་ཡོང་དུས་ཡང་བྱ་བ་གསར་པ་ཅིག་བྱུང་རེད་བྱ་བ་གཞན་པ་ཅིག་བྱུང་སོང་རེད། བྱ་བ་གཞན་པ་ཅིག་བྱུང་སོང་དུས་བྱ་བ་གཞན་པ་དེ་སྟོན་པ་ལ། འདི་དར་ལ་ཡ་དེ་གི་སྟོན་ན་འགྲིག་གི་མ་རེད་བ་ཡང་བྱ་བ་གཞན་པ་ཅིག་བྱུང་ཡོང་དུས་བྱ་ཚིག་ཡང་གཞན་པ་ཅིག་བེད་སྤྱོད་བཏང་དགོས་རེད་བ་དེ་ཡིན་དུས་ཨ་ནི་དེ་འདྲའི་བྱས་སོང་བ་ཡིན་ན་དེ་མཐའ་མོ་གདབས། རེད་བ། ང་ཚོ་ག་རེ་ལགས་པ་རེད་ལག་པ་གཉིས་པོ་གདབས་ཟེར་དགོས་རེད་བ། དེ་ཡིན་དུས་ཨ་ནི་བྱ་ཚིག་ག་རེ་གླེགས་དགོས་རེད་གདབས་ཟེར་ཡ་དེ་གླེགས་རེད་བ།

སྔར་ག་རེ་སྔར་ཡོད་ཀྱི་གནས་སྐབས་ག་འདྲས་བྱུང་རེད་དེ་འདྲས་ཀྱི་ཡོད་རེད་བ། སྔར་ཡོད་ཀྱི་གནས་སྐབས་དེ་ལས་འཕོ་འགྱུར་བྱུང་ཡོད་དུས་ག་འདྲས་ཆགས་སོང་རེད་ཨེ་འདྲས་ཆགས་སོང་རེད་ད་མ་འདྲ་བ་ཆགས་སོང་བ། སྔར་གྱི་གནས་སྐབས་དེ་ལས་ཕྱི་མའི་གི་གནས་སྐབས་དེ་མ་འདྲ་བ་ཆགས་ཡོད་དུས་འཕོ་འགྱུར་ཟེར་རེད་དེ་ལ་འཕོ་ནི་འགྱུར་སོང་བ། དེ་ལ་ག་འདྲ་བ་གོ་རེད་དེ་ནི་འདི་ལྟ་བུའི་གི་བྱ་བ་དེ་སྟོན་པའི་གི་ཆེད་དུ་བྱ་ཚིག་ག་རེ་བོད་ཆེད་བཏང་གོ་རེད་དབ་བསལ་ཏེ་གལ་སོང། དབ་བསལ་ཏེ་བོད་ཆེད་བཏང་གོ་རེད་ད། ད་དེ་འདྲས་བྱས་ནས་ལག་པ་དབབ་བསལ་གི་རེད་བ་ང་ཚོ་ལག་པ་དབབ་བསལ་དུས་འཕོ་འགྱུར་དེ་འདྲས་ཀྱི་རེད་བ། ད་ཡང་འདི་ད་ལྟ་སྔར་ཡོད་ཀྱི་གནས་སྐབས་འཕོ་འགྱུར་འདི་བཞག་ནས། དངོས་པོ་གང་ཡང་རུང་བ་ཞིག་ལག་པ་དེའི་སྟེང་དུ་སྔར་ཡོད་ཀྱི་གནས་སྐབས་འཕོ་འགྱུར་དེ་འདིར་བཞག་ནས་ཡང་ཨི་འདྲའི་འདྲ་བོ་བྱེད་བཞག་ན། ཡང། གོ། སྔར་ཡོད་ཀྱི་གནས་སྐབས་དེ་ལས་ཨ་ནི་གནས་སྐབས་གཞན་ཞིག་ལ་ཕོག་སོང་བ་གནས་སྐབས་གཞན་ཞིག་ལ་བསྒྱུར་སོང་བ་དེ་འདྲའི་བྱེད་ན་ད་གར་ལ་བར་ལག་པ་ཕུར་ཕུར་དང། ཁེ་སོང་བ་ལག་པ་ཕུར་ཟེར་བ་ལག་པ་ཕུར། ཡ།

ད་ཡིན་གནས་སྐབས་གཞན་པ་ཅིག་ལ་བསྒྱུར་སོང་བ་ཕོག་སོང་བ། གནས་སྐབས་གཞན་པ་ཅིག་ལ་ཕོག་འགྲོ་གི་འདུག་བ། དེ་འདྲའི་བྱེད་ན་དེ་ནི་ག་རེ་ལགས་པ་རེད། ཡང། འདིས་ཏང་ཅུས་སྐབས་ཀྱི་བྱ་བ་གཞན་པ་ཅིག་སླེབས་སོང་ར་ད། ཏང་ཅུས་སྐབས་ཀྱི་བྱ་བ་གཞན་པ་ཅིག་སླེབས་ཡོད་དུས་དེ་ལག་པ་རྙེད་ཟེར་ར་ལག་པ་རྙེད་སྐུ་མཉེ་སྟངས། Massage། སྟངས་ཟེར་ར་དབྱིན་ཇི་ཐོག་ལ་ཡིན་ན། ལག་པ་རྙེད་ཟེར་ཨིན་འགྲེ་བྱེད་ན། ད་པགས་པ་རྙེད་བ་ན་ཞེས་ཨིན་འགྲེ་བྱེད་རྙེད་ཟེར་ར་བ།

དེ་ནས་ཡང་དེ་ལས་གནས་སྐབས་དེ་ལས་ནི་ཡང་འཕོ་འགྱུར་གཞན་པ་གཅིག་གྱུར་ནས། གཞན་པ་གཅིག་ལ་འཕོ་ནས་ཡང་ལག་པ་དེ་འདྲའི་བྱས་བཞག་ན། དེ་འདྲའི་བྱས་བཞག་ན་དེ་ནི་གཟུགས་སྐུ་ཚང་མ་དང་ཡང་འཕོ། ད་ཀྱི་ཀ་འདྲའི་རེ་ཨེ་འདྲའི་ཇི་ལྟ་བ་ལས་འཕོ་སོང་ཨང། རྣམ་འགྱུར་གཞན་ཞིག་ཐོས་སོང་ཨང་དེ་ཀ་དང་བཞིན་གནས་སྐབས་གཞན་ཅིག་ལ་འཕོ་འགྲོ་གི་གནས་སྐབས་གཞན་ཅིག་ལ་འགྱུར་འགྲོ་གི་འདུག་དེ་འདྲའི་བྱས་ན་དེ་ནི་ག་འདྲ་བ་རེད། ལག་པའི་གི་མཛུབ་མོ་ལྔ་པོ་དེ་ག་རེ་དམ་ཟེར་རོ། མུར་རྫོགས་མུར་རྫོགས། ཁུ་ཚུར་དམ་ཟེར་གི་རེ་ཨེ་འདྲའི་ཇི་ནི་དམ། དེ་དམ། དེ་འདུག་ད་དེ། དེ་ཡང་གི་ཆེད་དུ་ཡང་བྱ་ཚིག་ག་རེ་ལེགས་ཡོད་རེད།

དངོས་ཡོད་ཀྱི་གནས་སྐབས་དེ་འདྲས་ཀྱི་དུ་བ་དག་ཁྱེད་རྣམ་པ་ཟེར་གྱི་འདུག་དེ་ལས་ཡང་འཕོ་འགྱུར་བྱུང་ནས་ཨི་འདྲས་ཀྱི་བྱས་ན། ཨི་འདྲས་བྱས་ན་ཡང་འཕོ་འགྱུར་གྱིས་བྱུང་སོགས་དེ་ལ་རྣམ་འགྱུར་གཞན་པ་ཅི་ཡང་དོད་ཀྱི་འདུག་ལ་འཕོ་འགྱུར་གྱིས་གནས་སྐབས་གཞན་ཞིག་ལ་འཕོ་འགྲོ་གི་འདུག་གནས་སྐབས་གཞན་ཞིག་ལ་འགྱུར་འགྲོ་གི་འདུག་ཨི་འདྲས་བྱས་ན་དེ་གར་ཆགས་སོང་ཨི་འདྲས་བྱས་ན་དེ་ནི། འདི་ལ་ག་ལ་འོ་རེད། འཕོ་འགྱུར་གཞན་པ་ཅིག་བྱུང་བ་སོང་ཙང་བྱ་བ་གཞན་པ་ཅིག་བྱུང་རེད་ད། བྱ་བ་གཞན་པ་ཅིག་བྱུང་བ་སོང་ཙང་བྱ་བ་དེ་སྟོན་བྱེད་ཀྱི་ཡང་བྱ་ཚིག་ཡང་གཞན་པ་ཅིག་བེད་སྤྱོད་བཏང་དགོས་ར་དེ་ནི་ཞུས་ལབ་རེད་དེ་ལ་ཨི་འདྲས་བྱས་ནས་རོ་ཀར་པང་གི་སྟེང་དུ་མུར་རྫོགས་ཞུས། འོ་དེ་འདྲ་བྱས་ནས། དེ་འདྲ་བཞིན་ཞུས་ཟེར་བ། དེ་སྐར་པང་གི་སྟེང་དུ་མུར་རྫོགས་ཞུས་ཡང་ན་གྱང་གི་སྟེང་དེ་སྐར་པང་གི་སྟེང་དུ། ཤུགས་ཆེན་པོ་ཅིག་ཅིག་ཞུས་བྱས་ན། ད་དེ་འདྲ་ཞུས་རོ་བ་ཞུས་ཡོང་དུས་དེ་ནི་ཡང་སྔར་ཡོད་ཀྱི་གནས་སྐབས་དེ་ག་རང་ཡིན་པ་གང་ཞིག་ལ། དེ་ནི་ཤུགས་ཆེན་པོ་ཞུས་ན་དེ་ནི། མ་སུ། འདི་ལ་སྔར་ཡོད་ཀྱི་གནས་སྐབས་དེ་འདྲ་ཡོད་པ་གང་ཞིག་ལ་དེ་ནི་དེ་ལ་ཅིག། དམར་པོ་འདྲ་བོ་ཅིག་ཆགས་སོང་ཡང་ན་དེ་ལ་ག་ལ་བ་རེ་མ་ཆགས་པ་རོ་མ་ཆགས་པ། མ་ཆགས་པ་ནང་བཞིན་མ་ཆགས་པ་མ་ཟད་དེའི་ནང་ནས་ཁྲག་ཐོན་སོང་ཡིན་ན། ཁྲག་གི་ལས་སོང་ཡིན་ན་དེ་ལ་ཡང་བྱ་བ་ཅིག་བྱུང་རེད་སྔར་ཡོད་ཀྱི་གནས་སྐབས་ག་རེ། ཁུ་ཚུར་ཁུ་ཚུར་ལག་པ་དེའི་སྟེང་དུ་ཡང་བྱ་བ་གཞན་པ་ཅིག་འཕོ་འགྱུར་གཞན་པ་ཅིག་ལས་སོང་རེད་ད་ག་རེ་འཕོ་འགྱུར་ལས་སོང་རེད་ཟེར་ན་སོ་སོ་གི་ཁྲག་དེ། པགས་པས་ཀྱི་ནང་ལ། དེ་གཟུགས་པོ་གི་པགས་པ་དང་ནི་རྩ་ལག་སོགས་པའི་ནང་ལ་ཡོད་པ་དེ་ཕྱི་ལོགས་ལ་བྱུང་སོང་རེད་དེ་དུས་སྔར་ཡོད་ཀྱི་གནས་སྐབས་ལས་ཡང་འཕོ་འགྱུར་ཅིག་བྱུང་སོང་རེད་ད་འཕོ་འགྱུར་ཅིག་བྱུང་ཡོང་དུས་དེ་དེ་ལ་ཁ་ཡང་འཕོ་འགྱུར་དེའི་བརྟན་ཡང་གི་ཆེད་དུ།

བྱ་བ་དེ་གའི་སྔར་ཡོད་ཀྱི་གནས་སྐབས་ག་རེ་ནང་ལོགས་ལ་ཡོད་པ་གཅིག་རེད་བ། ནང་ལོགས་ལ་ཡོད་པ་གཅིག་གང་ཞིག་ལ། འཕོ་འགྱུར་ག་རེ་བྱུང་ཟེར་ཁོ་ཕྱི་ལོགས་ལ་སླེབས་སོང་རེད་མཁྱེན་སོང་ཕྱི་ལོགས་ལ་བྱུང་ཟེར་དེ་ལ་ག་རེ་ཐོན་ཟེར། དེ་སྤྱི་ཡོངས་ནས་བཤད་རེད་ད་ནི་ཁྲག་ལ་དབང་དུ་བཏང་ན་ད་ལྟ་ཁྲག། ཁྲག་ལ་དབང་དུ་བཏང་ན་ཁྲག་དེ་དང་པོ་སྔར་ཡོད་ཀྱི་གནས་སྐབས་ག་རེ། འདི་ནང་ལོགས་ལ་ཡོད་ར་དཔག་པ་ཡི་ནང་ལོགས་ལ་ཡོད་པ་གང་ཞིག་ལ་མོར་ཙོག་ཤུགས་ཆེན་པོ་ཞུས་དུས་དེ་ལ། ཐུག་ཡོང་དུས་དེ་མ་སོང་ཡོང་དུས་དེ་ཁྲག་འདི་ནང་ལོགས་ལ་ཡོད་པ་དེ་ཕྱི་ལོགས་ལ་བྱུང་སོང་ར་འདི་ལ་འཕོ་འགྱུར་གྱི་ལས་ཀྱི་དུ་བ་འཕོ་འགྱུར་སྔར་ཡོད་ཀྱི་གནས་སྐབས་ལས་གནས་སྐབས་གཞན་དུ་འཕོ་སོང་བ་དང་གནས་སྐབས་གཞན་དུ་འགྱུར་སོང་བ་ཅི་འོ་དེ་འདྲ་གྱི་ལས་ཀྱི་དུ་བ་དེ་ལ་འཕོ་འགྱུར་ཟེར་བ་དེ་འདྲ་ཁྲག་ཐོན་ཟེར་གི་ར་འདི་འདི་ག་ལས་སོང་བྱ་བ་ག་རེ་ཐོན་པ་དེ་བྱ་ཚིག་ག་རེ་ཐོན་ཟེར་ཡ་དེ་བྱ་ཚིག་ཐོན་ཟེར་ཡ་དེ་འོ་དོ་བྱས་ནས། དེ་ནས་ཡང་ང་རང་ཚོ་གི་ད་ལག་པ་དེ་དེ་འདྲ་གྱི་ཡོད་པ་གང་ཞིག་ལ་ཨ་ནི་ལག་པ་དེ་དེ་འདྲའི་གྲོགས་བྱས་ན་ཡང་འཕོ་འགྱུར་གཞན་པ་ཅིག་བྱུང་སོང་བ་སྔར་ཡོད་ཀྱི་གནས་སྐབས་དེ་འདྲའི་ཡིན་པ་གང་ཞིག་ལ། དེ་ལས་ཡང་གནས་སྐབས་གཞན་གྱི་ལ་ཕོ་དྲུག་གི་དོ་སྟེ་གནས་སྐབས་གཞན་གྱི་ལ་ཕོ་དྲུག་རེད། རྣམ་འགྱུར་ཡང་གཞན་པ་གྱི་དོད་དྲུག་གི་དོ་ཨི་འདྲའི་བྱས་སོང་བ་ཡིན་ན་ཕོ་སྒྱུར་གྱིས་བྱུང་ཟེར། ཕོ་སྒྱུར་བྱུང་ཡོད་དུས་བཏང་འཇུག་སྐབས་ཀྱི་བྱ་བ་གྱིས་བྱུང་ཟེར། བཏང་འཇུག་སྐབས་ཀྱི་བྱ་བ་དེ་བྱུང་ཡོད་དུས་འདི་བརྡ་སྤྲོད་དགོས་ར་ཁོ་དེ་འདྲས་ཀྱི་བྱེད་ཀྱི་འདུག་ཟེར། དེ་མ་གཏོགས་དེ་ནི་ཁོ་བྱ་ཚིག་དེ་ཡག་པོ་གཅིག་བརྡ་སྤྲོད་མ་ཐུབ་ན་དེ་ཁོ་དེ་འདྲས་བྱེད་ཀྱི་འདུག་ལག་བརྡ་བྱེད་ཡག་གཅིག་མ་དེ་ཡོད་མ་ར། དེ་དེ་འདྲས་བྱེད་འདུག་དེ་ནི་ཡང་དེའི་ཕོ་སྒྱུར་དེ་ལ་བྱ་བ་དེ་སྟོན་རྗེས་ལ་བྱ་ཚིག་ག་རེ་བོད་ཀྱི་བཏང་རེད་ཟེར་ན་དེ་ནི་ལག་པ་གཡབས།

འདི་འདྲའི་བྲོ་བ་བྱས་ན་ཡང་རྣམ་འགྱུར་གཞན་པ་ཅིག་ཟློས་སུའང་འཕོ་འགྱུར་གཞན་པ་ཅིག་འབྱུང་སུའང་སྔར་ཡོད་ཀྱི་གནས་སྐབས་དེ་འདྲའི་ཡིན་པ་གང་ཞིག་ལ་དེ་ལས་གནས་སྐབས་གཞན་པ་ཅིག་ལ་འཕོ་གནས་སྐབས་གཞན་པ་ཅིག་ལ་ག་བར་འགྱུར་འདི་འདྲའི་ཅིག་ལ་འགྱུར་སོང་བ། འདི་འདྲའི་ཅིག་འགྱུར་སོང་དུས་དེ་ནི་ཡང་དེའི་བྱ་བ་ཅིག་ལས་སོང་རེད་བཏང་འགྱུར་སྐབས་ཀྱི་བྱ་བ་རེད་ད་དེའི་བཏང་འགྱུར་སྐབས་ཀྱི་བྱ་བ་རེད་འཕོ་འགྱུར་དེ་དེའི་བཏང་འགྱུར་སྐབས་ཀྱི་བྱ་བ་དེ་སྟོན་ཡག་གི་ཆེད་དུ་ཡང་བྱ་ཚིག་ཅིག་ལས་དགོས་རེད་བ། དེ་འདི་བྱ་ཚིག་ཅིག་ལས་ཡོང་དུས་འདི་བྱ་ཚིག་དེ་ག་རེ་བོད་ཀྱི་བཏང་བ་རེད་ཟེར་ན་ཡང་ལག་པ་བསྣོལ་ཟེར་རེད་བ་ལག་པ་བསྣོལ། འོག་ཏུ་ཕྱིན། ལག་པ་རྣོལ། ཨིན་དྲི་བྱས་ཏེ་ལག་པ་རྣོལ་ཟེར་བ། སྟེང་དུ། འདི་ལག་པ་རྣོལ་ཟེར་བ་དེ་བྱ་ཚིག་ཡིན་དུས་བྱ་བ་སྟོན་དགོས་རེད་དངོས་པོ་གང་ཡང་རུང་བ་ཞིག་སྲིད་དུས་དངོས་པོ་ལག་པ་ལག་པ་གཉིས་པོ་དེ་རེད། འདི་ལ་སྔར་ཡོད་ཀྱི་གནས་སྐབས་ག་རེད་སྔར་ཡོད་ཀྱི་གནས་སྐབས་དེ་འདྲས་ཡོད་ན་འགྲིག་གི་རེད་དེ་འདྲས་ཡོད་ན་འགྲིག་ག་རེད་དེ་འདྲས་ཡོད་བ་ཡིན་ན་སྔར་ཡོད་ཀྱི་གནས་སྐབས་ལས་འཕོ་འགྱུར་བྱུང་ནས་ཨིན་དྲི་བྱེད་ཡིན་དུས་འཕོ་འགྱུར་བྱུང་སོང་བ་སྔར་དེ་འདྲས་ཀྱི་ཡོད་བ་གང་ཞིག་ལ་ཕྱིས་སུ་དེ་འདྲས་ཆགས་སོང་དེ་འཕོ་འགྱུར་བྱུང་སོང་བ། གནས་སྐབས་གཞན་པ་ཅིག་ལ་འཕོ་འགྲོ་གནས་སྐབས་གཞན་པ་ཅིག་ལ་འགྱུར་འགྲོ་གི་འདུག་བ་དེ་བྱུང་སོང་བ་དེའི་འཕོ་འགྱུར་དེ་སྟོན་དགོས་ན། དེ་ནི་ག་རེ་བོད་ཆས་བཏང་གོ་རེད་བྱ་ཚིག་བོད་ཆས་བཏང་གོ་ར་ཕོ་སྐྱུར་ཁོ་རང་ལ་ག་རེ་ལག་པ་རེད་བྱ་བ་ཟེར་གོ་ར་དང་ཨེ་འདྲ་ཅིག་འདུག་བ་ཁོ་རང་འདི་ལ་བྱ་བ་ཟེར་གོ་ར་བཏང་ཆུ་སྐབས་ཀྱི་བྱ་བ་ཕོ་སྐྱུར་ཁོ་རང་ལག་པ་གི་སྟེང་དུ་ཡོད་ར་བ། ག་བ་ཡོད་རེད་ཟེར་ན་ཕོ་སྐྱུར་དེ་ལག་པའི་སྟེང་དུ་ཡོད་ར་དང་ལག་པ་ཁོ་རང་ཡིན་ཟེར་ཡ་ཡོད་མ་ར་དང་ལག་པ་གི་སྟེང་དུ་ཡོད་རེད་མ་གཏོགས་ལག་པ་ཁོ་རང་བྱ་བ་ཡིན་ཟེར་ན་འགྲིག་གི་མ་ར་བ། འདི་འདུག་ལག་པ་ཁོ་རང་གི་སྟེང་དུ་ཡོད་རེད་ཕོ་སྐྱུར་དེ་ག་བ་ཡོད་རེད་ཟེར་ན་ལག་པའི་སྟེང་དུ་ཡོད་རེད། ཡིན་ན་ཡང་ལག་པ་ཡང་མ་ཡིན་པ་དེ་ཀོ་བྱ་བ་དེ་བདེན་མིན་འདུ་བྱེད་རེ་བ་དེ་ཡིན་པ་སོང་ཙང་བེམ་པོ་བ་མ་ཡིན་ལ་ཤེས་པ་ཡང་མ་ཡིན་པ་བེམ་ཤེས་གཉིས་ལ་བརྟག་བྱ་རྒྱུ་རེ་བ་དེ་ཡིན་པ་སོང་ཙང་ཡང་ལག་པ་ཁོ་རང་ཡིན་ཟེར་ན་འགྲིག་གི་མ་རེད་ད་ལག་པ་ཁོ་རང་གི་སྟེང་དུ་དེ་འཕོ་འགྱུར་དེ་ཡོད་པ་སོང་ཙང་ལག་པ་ཁོ་རང་གི་སྟེང་དུ་བཏང་འཇུག་སྐབས་ཀྱི་བྱ་བ་ཡོད་ལ་བར་འཕོ་འགྱུར་དེ་ཡོད་དེ་ཡིན་པ་དེ་འཕོ་འགྱུར་དེ་གཞན་ལ་བརྡ་སྤྲོད་དགོས་རེ་བ་ཁོ་ལག་པ་དེ་དེ་འདྲ་ཅིག་བྱེད་འདུག་ཟེར་བརྡ་སྤྲོད་དགོས་དེ་ཁོ་ལག་པ་རྣོལ་ནི་དེ་འདུག་ཟེར་ནས་ཏག་ཏག་ཁོ་རང་བྱ་ཚིག་རྣོལ་ཟེར་ཡ་དེ་བེད་སྤྱོད་བཏང་དགོས་རེ་བ་འོ་འདུག་བྱས་ནས་ད་དེའི་མདོས་དེ་བྱ་ཚིག་དུས་སུ་ཆ་ཚང་ཡང་ག་རེ་གི་ཆེད་དུ་རེད། བྱ་བ་དེ་དེ་ལག་ཉིད་དུ་གཞན་ལ་བརྡ་སྤྲོད་ཡ་གི་ཆེད་དུ། དེ་ལག་ཉིད་དུ་ཟེར་དུས། སྟབས་བདེ་བོ་བྱས་ནས། ལས་སླ་བོ་བྱས་ནས། མྱུར་བོ་བྱས་ནས་བརྡ་སྤྲོད་ཡ་གི་ཆེད་དུ་དེ་མ་གཏོགས་དེ་བྱ་ཚིག་དུས་སུ་མེད་ན་དེ་བྱ་བ་དེ་དེ་ལག་ཉིད་དུ་བརྡ་སྤྲོད་ཐུབ་མ་རུང་བ། དེ་ནི་ལག་པ་གི་བརྡ་སྤྲད་འདྲ་མི་འདྲ་རྣམ་འགྱུར་བྱས་ནས་ཨི་འདྲས་བྱས་ནས་དེ་དུས་ཟེར་ཡ་འགྲོ་ལག་པ་ཐུག་རུ་བ་དང། དེ་ནི་ཡག་པོ་ལེགས་ཀི་མི་འདུག་ཨ་དེའི་མདོས་དེ་ལས་ཀྱང་ལག་པ་རྣོལ་ནས་དེ་དུས་ཟེར་ན། ཁོས་ལག་པ་གཡོབ་གི་གཡབ་གི་འདུག་ཟེར་ན།

གནས་སྐབས་གཞན་ལ་འགྱུར་སོང་བ་གནས་སྐབས་གཞན་ལ་འཕོ་འགྲོ་གི་འདུག་བ། མིག་གི་མིག་ལྕིབས་གཉིས་དེ་མ་སླེབས་ཡོང་དུས་གནས་སྐབས་གཞན་ལ་འཕོ་སོང་རེད་ད་སྔར་གི་གནས་སྐབས་དེ་མི་འདུག་བ་སྔར་ཡོད་ཀྱི་གནས་སྐབས་ལ་འཕོ་འགྲོ་གི་རེད། ཡང་ངས་མིག་འདི་འདྲའི་བྱས་ན་མིག་ལྕིབས་གཉིས་དེ་ཡར་བཀྱགས་བཞག་ན་ཡང་སྔར་ཡོད་ཀྱི་གནས་སྐབས་དེ་ལས་ཡང་འཕོ་འགྲོ་གི་འདུག་བ་འགྱུར་འགྲོ་གི་འདུག་བ། དེ་ཚོ་ནི་དེ་ལ་ཁ་རེ་ངའི་མིག་ལ་ཁ་རེ་བྱ་བ་གཉིས་འགྲུབ་སོང་རེད། བྱ་བ་གཉིས་ག་རེད་བྱ་བ་དང་པོ་དེ་དེ་འདྲའི་ཡོད་ཀྱི་དུས་བྱ་བ་གཅིག་བསྒྲུབས་སོང་རེད་དངོས་པོ་གང་ཡང་རུང་བ་ཞིག་ངའི་མིག་གི་སྟེང་དུ་བྱ་བ་གཅིག་བསྒྲུབས་སོང་རེད་ཡང་ངའི་མིག་དེ་མིག་ལྕིབས་དེ་ཡང་ཡིན་འདྲ་བྱས་དུས་ཡང་བྱ་བ་གཉིས་པ་གཅིག་བསྒྲུབས་སོང་བྱ་བ་གཞན་པ་གཅིག་དེ་དུས་དེབ་དེ་ལས་ག་རེ་ལགས་པ་རེད་བཏང་འཇུག་སྐབས་ཀྱི་བྱ་བ་ཟེར་བ་རེད་ད་ངའི་མིག་གིས་དངོས་པོ་གང་ཡང་རུང་བ་ཞིག་ངའི་མིག་གི་སྟེང་དུ་བཏང་འཇུག་སྐབས་ཀྱི་བྱ་བ་གཉིས་ཐམ་པ་བརྗོད་སོང་ད་གཉིས་གཅིག་གི་ཚད་ཀྱི་མ་རེད་བ་ཡིན་ན་ད་ད་ད་མཚན་གཞི་གི་ཆེད་དུ་བཏང་འཇུག་སྐབས་ཀྱི་བྱ་བ་གཉིས་གང་ཡིན་ཟེར་ན་བཏང་འཇུག་སྐབས་ཀྱི་འཕོ་འགྱུར་གཉིས་བྱུང་སོང་བ་དེ་དུས་ད་དེ་འཕོ་འགྱུར་དེ་བྱ་བ་རེད་བྱ་བ་དེ་སྟོན་དགོས་དུས་དེ་ནི་བརྡ་སྤྲོད་དགོས་དུས། བྱ་བ་དེ་འདྲ་ཞིག་བྱུང་སོང་ཟེར་ནས་མི་གཞན་ལ་བརྡ་སྤྲོད་དགོས་དུས། བརྗོད་དགོས་དུས་དེ་ག་རེད་བྱ་ཚིག་བེད་སྤྱོད་བཏང་དགོས་རོ། དེ་བྱ་ཚིག་བེད་སྤྱོད་བཏང་ཡོང་དུས་ད་ངའི་མིག་འདིའི་སྔར་ཡོད་ཀྱི་གནས་སྐབས་དེ་འདྲས་ཡོད་པ་ལས་མིག་ལྕེབས་གཉིས་དེ་མ་ཡོང་ནས་ཨི་འདྲའི་ཆགས་ཡོང་དུས་གནས་སྐབས་གཞན་པ་ཅིག་ལ་འགྱུར་སོང་ཨ། རྣམ་འགྱུར་གྱི་དབང་དུ་བཏང་ན་རྣམ་འགྱུར་གཞན་ཞིག་དོད་སོང་ཨ། དེ་རྣམ་འགྱུར་གཞན་ཞིག་དོད་པ་དེ་ལ། འཕོ་འགྱུར་གཞན་ཞིག་བྱུང་ཨ་དེ་ལ་དེ་ག་རེ་ལགས་པར་ཟེར་ན་བཙུམས། གས་སོང་ཨ། ག་རེ་ལ་གོ་རེ་མིག་བཙུམས། འོ་འདུག་བྱས་ནས་ད་དེ་ཚིག་གཞི་ཆ་ཅན་འབྲི་བྱས་ནས་ད་ག་རེ་བྲིས་ན་ཡིན་འདྲི། འོ་མིག་བཙུམས་ཏེ་ད་འདི་ག་རེ་འདི་བྱ་ཚིག་རེད་ད་བྱ་ཚིག་འདི་ག་རེ་བཙུམས་ཟེར་བ་འདི་ག་རེ་བྱ་ཚིག་རེད་ད་མིག་འདི་ད་ད་མིང་ཚིག་ར་དེ་ག་འདི་མཉམ་དུ་བྲིས་བྱ་ར་མིག་བཙུམས་འདི་འདི་འདི་ག་རེ་འདུག་བྱ་ཚིག་རེད་བྱ་ཚིག་ཡིན་པའི་རྒྱུ་མཚན་ག་རེ་ཟེར་ན་བྱ་བ་སྟོན་གྱི་འདུག་བ་འདི་གི་བྱ་བ་ག་རེ་སྟོན་གྱི་རེད་དངོས་པོ་གང་ཡང་རུང་བ་ཞིག་ལ་སྔར་ཡོད་ཀྱི་འདི་ག་ལས་འཕོ་འགྱུར་བྱུང་བ་སྟོན་གྱི་རེད་དངོས་པོ་གང་ཡང་རུང་བ་ཞིག་ག་རེ་ངའི་མིག་འདི། དངོས་པོ་གང་ཡང་རུང་བ་ཞིག་རེད། ངའི་མིག་དེ་ལ་ག་རེ་ཡོད་རེད་ཟེར་ན། སྔར་ཡོད་ཀྱི་གནས་སྐབས་ཨི་འདྲའི་ཅིག་ཡོད་པ་གང་ཞིག་ལ། ཕྱིས་སུ། གནས་སྐབས་དེ་ལས་འཕོ་འགྱུར་བྱུང་ནས་ཨི་འདྲའི་ཅིག་ནས་འཕོ་འགྱུར་འཕོ་སོང་རེད། གནས་སྐབས་གཞན་པ་ཅིག་ལ་འཕོ་སོང་བ་ཨི་འདྲའི་ཅིག་མིག་དེ་མ་སྐབས་ཤིག། འཕོ་བ་དང་དེ་གནས་སྐབས་གཞན་པ་ཅིག་ལ་འགྱུར་སོང་བ་དེ་ལ་ག་ལ་བ་རེད་བྱ་བ་ཟེར་དགོས་རོ། དེ་ལྟ་བུའི་བྱ་བ་དེ་སྟོན་པར་བྱེད་པ་ལ་བརྟེན།

བྱ་བ་དེ་འདི་ལ་ག་རེ་ལ་གོ་རེ་བྱ་བ་ཟེ་གོ་ར་དང་འཕོ་འགྱུར་མིག་གི་སྟེང་དུ་འཕོ་འགྱུར་ཅིག་འདུ་བ་འོ་དེ་འཕོ་འགྱུར་ཁོ་རང་རང་ལ་བྱ་བ་ཟེ་གོ་ར་དང་བྱ་བ་འཛུག་གོ་ཚུལ་དེ་འཛུག་གོ་ཚུལ་གོ་ར་དེ་ལྟ་བུའི་གི་འཕོ་འགྱུར་དེ་དེ་འདྲའི་བྱེད་པའི་འཕོ་འགྱུར་དེ་གཞན་ལ་སྟོན་གོ་ར་བརྡ་སྤྲོད་གོ་དུས་སྒྲ་ཡི་ལམ་ནས་བརྡ་སྤྲོད་གོ་དུས་སྒྲ་ག་རེ་འཕོ་འགྱུར་བཏང་གོ་རེ་ཟེར་ན་དེ་ནི་མིག་དང།

དངོས་པོ་གང་ཡང་རུང་བ་ཞིག་ལ་སྔར་ཡོད་ཀྱི་གནས་སྐབས་ལས་འཕོ་འགྱུར་བྱུང་བ་དེ་སྟོན་དགོས་རུང་བ། དངོས་པོ་གང་ཡང་རུང་བ་ཞིག་ག་རེ་དམིགས་དེ་རུང་བ། དངོས་པོ་གང་ཡང་རུང་བ་ཞིག་ག་རེ་དམིགས་བྱེད་དེ་ལ་དམིགས་དེ་ལ་བྱ་བ་ག། བྱ་བ་ག་རེ་ཡོད་ཟེར་ན་སྔར་ཡོད་ཀྱི་གནས་སྐབས་ལས་འཕོ་འགྱུར་བྱུང་བ། སྔར་ཡོད་ཀྱི་གནས་སྐབས་ལས་འཕོ་འགྱུར་བྱུང་བ་ག་རེ་སྔར་ག་རེ་དམིགས་དེ་མ་བཙུམས་དེ་བས་ཀྱི་གནས་སྐབས་དེ་རུང་བ། དེ་ལས་འཕོ་འགྱུར་བྱུང་ནས་ཨ་ནི་མིག་ག་རེ་ཡ་ཆད་སོང་བ་ཡ་དྭངས་སོང་བ་དེ་འདྲའི་གྱི་འཕོ་འགྱུར་ཞིག་བྱུང་གི་འདུག་བ་དེའི་མདུན་ང་རང་ཚོ་གིས་དངོས་པོ་གང་ཡང་རུང་བ་ཞིག་དེ་ཡང་དམིགས་དེ་གྱི་མཚན་གཞི་བཞག་ནས་ཞུས་པ་ཡིན་ན་ཨ་ནི་དེ་འདྲའི་གྱི། གར་ཟེར་བ་རེད། དེ་འདྲ་ཞིག་དམིགས་ཀྱི་མཚན་གཞི་བཞག་ནས་དེ་ནས་ཡང་བྱ་བ་སའི་གི་གོ་དོན་དང་ངོ་བོ་དང་མཚན་ཉིད་དེ་ལ་འགྲེལ་བཤད་ཞིག་ཞུས་པ་ཡིན་ན་ཨ་དེ་འདྲ་ཞིག་ཞུ་དགོས་རེད་ཟེར་ནས། ཨོ་ད་དེ་རིང་གི་ལེ་ཚན་འདིའི་ནང་ལ་གཙོ་བོ་གནད་འགག་དོག་དོག་གར་ཞུས་ཡོད་ཟེར་ན། དེ་ནི་གནང་རྒྱུ་སྐབས་ཀྱི་བྱ་བ་ཟེར་ཡ་དེ་ག་འདྲ་ཞིག་ལ་ངོས་འཛིན་བྱེད་དགོས་རེད་ཟེར་ནས། དེ་ངོས་འཛིན་བྱེད་པར་བྱེད་པ་ལ་བྱ་བ་དེ་གི་ངོ་བོ་དང་གོ་དོན་དང་མཚན་ཉིད། དེ་ཡག་པོ་ཞིག་མཁྱེན་དགོས་རོ། དེ་ཡིན་པ་སོང་ཙང། གཏང་རྒྱུ་སྐབས་ཀྱི་བྱ་བ་གི་གོ་དོན་དེ་ག་འདྲ་རེད་ཟེར་ན། མ་ཅིག་གོ་དོན་ཆ་ཚང་ཅིག་བྲིས་ནས། གོ་དོན་ཆ་ཚང་གི་ཚིག་རེ་རེ་བཞིན་དུ་འབྲུ་བསྣན་ནས་འགྲེལ་བཤད་བརྒྱབ། འགྲེལ་བཤད་བརྒྱབ་པ་ཙམ་དུ་མ་ཟད་གཏང་རྒྱུ་སྐབས་ཀྱི་བྱ་བ་གི་གོ་དོན་དེ་མཚན་གཞི་དང་སྦྱར་ནས། དཔེ་མཚོན་དང་སྦྱར་ནས་མ་འགྲེལ་བཤད། གང་ལ་གང་འཚམ་ཅིག་དེའང་གཙོ་བོ་ད་ལྟ་བྱ་བ་རགས་པ་ཅིག་ང་རང་ཚོ་མཐོང་ཡ་ཡིན་ད་འཇིག་རྟེན་ཡོངས་གྲགས་ཀྱི་བྱ་བ་ལ་འདྲི་གཞི་རྒྱ་མོ་ག་ཅིག་མཁྱེན་མཁན་པར་བ་ཡིན་ན་ཡང་ད་དེ་ལས་ཀྱང་འཇིག་རྟེན་ཡོངས་གྲགས་ཀྱི་བྱ་བ་ལ་ལྟོས་ན་ཅུང་ཟད་ཕྲ་བ་ཡིན་པ་ལ་ཡང་བཏང་འཇུག་སྐབས་ཀྱི་བྱ་བ་ཕྲ་བ་ཞིམ་པ་ལ་ལྟོས་ན་ཅུང་ཟད་རགས་པ་ཡིན་པ་ང་རང་ཚོ་ཁྱེད་རྣམ་པ་གི་མཐོང་ཡ་ཡོད་པ་ངའི་ལག་པ་དང་མིག་ལག་སོགས་པ་གཟུགས་པོ་གི་ཆ་ཤས་དང་སྦྱར་ནས་མཚན་གཞི་དེ་འདྲ་ཅིག་དང་སྦྱར་ནས་ད་ལྟ་བྱ་བའི་གི་བཏང་འཇུག་སྐབས་ཀྱི་བྱ་བའི་གི་གོ་དོན་དེ་ད་ལྟ་རོགས་ཙམ་ཞུས་ཡོད། ལེ་ཚན་ཕྱི་མ་ནང་ལ་མ་ཕྲ་རུ་ཕྲ་རུ་བཏང་ནས་ད་དུང་ཡང་བཏང་འཇུག་སྐབས་ཀྱི་བྱ་བའི་གི་གོ་དོན་དེ་གསལ་པོ་ཅིག་ཆགས་ཡ་ཆེད་དུ་མུ་མཐུད་ནས་ཞུ་གི་ཡིན།